ད་དེ་རིང་གི་མཛད་རིམ་ཐུན་བརྒྱད་པ་དང་མཛད་རིམ་མཐའ་མ་འདི། ཚོགས་ཆུང་སོ་སོ་ནས་གྲོས་ཆོད་ཁག་ཚོགས་ཐོག་ཏུ་གཏན་འབེབས་དང་སྙན་སྒྲོན་གནང་ཡས་དེ་ཡིན། ལོ་སོགས་ནས་ཚོགས་ཐུན་མཐའ་མ་འདི་འགོ་འཛུགས་ཆོག་པ་བྱས། ཚོགས་ཆུང་བཞི་ཆ་བགོས་ཞུས་པའི་ཐོག་ནས་བརྗོད་གཞི་དྲུག་ཐོག་ལ་ཡང་ཚོགས་ཆུང་སོ་སོ་སུས་ཀྱིས། གྲོས་ཆོད་བཞག་གནང་བ་དང་ཨ་ནི་དེ་གའི་ཚང་མ་ལོ་ཚོགས་ཆུང་བཞི་སོ་སོ་སོའི་གི་རྗེས་ཤུལ་རེ་རེར་གང་ལ་གྲོས་ཆོད་བཞག་པ་དེ་གའི་ཚང་མ་ལོ་ཨ་ནི་ཟིན་བྲིས་ཚོགས་ཆུང་གིས་ཕྱོགས་སྒྲིག་གནང་བྱས་ཨ་ནི་དང་དེ་མ་རེ་རེ་རེ་བཞིན་སྙན་སྒྲོན་ཞུ་ཡ་ཡིན། དང་པ། དང་པོ་དེ་སྤྱི་ཡོངས་ནས་ཆ་ཚང་གཅིག་མ་གཅིག་སྙན་སྒྲོན་ཞུ་གི་ཡིན་ཨ་ནི་དེ་ནས་དོན་ཚན་རེ་རེ་རེ་རེ་བཞིན་ཨ་ནི་གཏན་འབེབས་བྱེད་ཀྱི་བྱེད་ཀྱི་བྱེད་ནས་མ་འགྲོ་ཡ་ཡིན་ཨ་ནི་ཚིག་བཅོས་དགོས་ཡ་དང་དེ་འདྲ་ཡོད་པ་ཡིན་ན་ཨ་ནི་སྐབས་སོ་སོ་སོ་ལ་ཡར་དགོངས་ཚུལ་གསུངས་གནང་བ་ཡིན་ཨ་ནི་དེ་ནས་ག་རེ་མོས་མཐུན་བྱུང་བ་ཡིན་ནས་ཁོ་ཚོས་རྒྱབ་ལོག་ནས་བོད་སྐད་ཀོམ་པུ་ཏུར་གང་ལ་ཕྱག་ལས་གནང་གི་ཡོད་ཁོ་ཚོས་ཟུར་གི་ཟུར་གི་བྱེད་ནས་གནང་གི་རེད་བྱེད་ནས་འདི་གཉན་ཚང་ཞོལ་ཡིན། ད་ད་ལྟ་འདི། ཚོགས་གཙོ་རྣམ་པ་བཞིའི་ཚོགས་ཆུང་ཞུས་ཀྱི་ཚོགས་གཙོ་རྣམ་པ་བཞི་དེ། ཞུ་གཏན་འཇགས་ཡོད། ཨ་ངས་འདི་མ་སྙན་སྒྲོན་ཞུ་ཆོག་པ་ཞིག་བོད་རྒྱལ་ལོ། ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཉིས་ཟླ་བ་ལྔ་པའི་ཚེས་བདུན་ནས་དགུ་བར་དང། ཕྱི་ལོ་ཉིས་སྟོང་ཉིས་ས་ལྔ་ཟླ་བ་བདུན་པའི་ཚེས་གཉིས་ནས་བཞི་བར་ཉིན་གསུམ་རིང། འཕགས་ཡུལ་རྡ་རམ་ས་ལ་གོང་ས་ཏཱ་ལའི་བླ་མའི། དཔེ་མཛོད་དང་ཡིག་ཚགས་ཁང་དུ་བསྐྱངས་པའི་བོད་མིའི་ཆོས་ཚོགས་ཐེངས་བཅོ་ལྔ་པའི་གྲོས་གཞི་དང་གྲོས་ཆོད། གྲོས་གཞི་དང་པོ། ྋགོང་ས ྋསྐྱབས་མགོན་ཆེན་པོའི་བཀའ་དགོངས་ལྟར། མི་མང་བྱིངས་ཀྱི་ནང་པའི་ལྟ་གྲུབ་ཤེས་ཐབས་སུ་ས་གནས་ནང་ཆོས་ངོ་སྤྲོད་ཚོགས་ཆུང་ཡོད་ཐོག་དྭང་བླངས་ཀྱིས་ནང་ཆོས་ངོ་སྤྲོད་ཚགས་བསུད་གནང་མཁན་རིགས་ཡོད་པ་བཞིན་དགོན་སྡེ་གྲྭ་ཚང་ཁག་ནས་ཀྱང་དེ་ལྟ་བུ་གནང་ཐབས་ཇི་དགེའི་སྐོར་དེ་གྲོས་ཆོད་དང་པོ། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འཕྲལ་ཕུགས་རྒྱང་གསུམ་ལ་གཟིགས་ནས་ནང་ཆོས་ངོ་སྤྲོད་གནང་དགོས་པའི་བཀའ་སློབ་ལམ་སྟོན་གྱི་དགོངས་དོན་ལྟར། མི་མང་བྱིངས་ལ་ནང་ཆོས་ངོ་སྤྲོད་གནང་ཕྱོགས་དགོན་སྡེ་གྲྭ་ཚང་ཁག་གཅིག་མཚུངས་ཡོང་དཀའ་ཡང། ས་གནས་སོ་སོའི་གནས་བབ་ལ་གཞིགས་ཏེ་དགོན་སྡེ་གྲྭ་ཚང་ཁག་གིས་མི་མང་གི་བློ་ཁ་དང་འཚམས་པའི་སློབ་དེབ་གསར་སྒྲིག་དང་ཚོགས་ཆུང་ཟུར་འཛུགས་ཀྱིས་ནང་ཆོས་ངོ་སྤྲོད་གནང་དགོས་རྒྱུ། གཉིས་པ། ཕྱི་དྲིལ་མཁས་པ་གདན་ཞུས་ཀྱིས་ཕྱི་དྲིལ་བོད་ཀྱི་བརྙན་འཕྲིན་བརྒྱུད་མི་མང་གི་བློ་དང་འཚམས་ཤིང། ཕལ་ཚིག་གམ། གོ་སླ་བའི་ཐོག་ནས་ནང་ཆོས་ངོ་སྤྲོད་ཀྱི་དམིགས་བསལ་ལེ་ཚན་ཞིག་གསར་གཏོད་གནང་དགོས་རྒྱུ། གསུམ་པ། ས་གནས་སོ་སོའི་ཉེ་འཁྲིས་སུ་ཡོད་པའི་མཐོ་སློབ་ཁག་ཏུ་གུང་སེང་དང་སྟབས་བསྟུན་ནང་ཆོས་ངོ་སྤྲོད་ཚོགས་ཆུང་གི་ཚོགས་མི་ཆེད་བཅར་གྱིས་ནང་ཆོས་ངོ་སྤྲོད་གནང་ཐབས་གནང་རྒྱུ། བཞི་པ། ཆོས་རིག་ལས་ཁུངས་ནས་རིས་མེད་དགོན་སྡེ་གྲྭ་ཚང་ཁག་གི་ནང་ཆོས་ངོ་སྤྲོད་གནང་མཁན་རྣམས་ལ་དེང་དུས་དང་མཐུན་པའི་སློབ་ཁྲིད་ཐབས་ལམ་ཟབ་སྦྱོང་དང་མཐུན་རྐྱེན་སྦྱོར་སྤྲོད་གནང་དགོས་རྒྱུ། ལྔ་པ། བོད་མིའི་ཆོས་ཚོགས་ཐེངས་བཅོ་ལྔ་པའི་སྟེང་ཆོས་རིག་ལས་ཁུངས་ནས་གནས་སྐོར་ཞེས་པའི་བཀོད་བྱུས་མཉེན་ཆས་དབུ་འབྱེད་གནང་བ་ལྟར་དགོན་སྡེ་གྲྭ་ཚང་ཁག་ནས་མཇལ་སྐོར་དང་ཡུལ་སྐོར་བ་རྣམས་ལ་སྐབས་དུས་དང་བསྟུན་ནས་གསང་བའི་དྲ་མིག་དང་འཕྲུལ་རིག་བེད་སྤྱོད། དགོན་སྡེ་གྲྭ་ཚང་ཁག་ནས་མཇལ་སྐོར་དང་ཡུལ་སྐོར་བ་རྣམས་ལ་སྐབས་དུས་དང་བསྟུན་ནས་གསང་བའི་དྲ་མིག་འཕྲུལ་རིག་བེད་སྤྱོད་ཀྱི་གནས་བཤད་དང་ནང་ཆོས་ངོ་སྤྲོད་གནང་ཐབས་གནང་རྒྱུ། དྲུག་པ། ནང་ཆོས་ངོ་སྤྲོད་བྱེད་སྐབས་འདུ་བའི་དངོས་པོ་བཞི་ཡི་ཐབས་ལམ་གལ་ཆེ་ཡིན་པ་ལྟར་དགོན་སྡེ་གྲྭ་ཚང་ཁག་དང་འབྲེལ་ཡོད་ཆོས་དད་མི་མང་དབར་སེམས་ཐག་ཉེ་པོ་ཡོང་ཆེད་གང་ལ་གང་དགོས་ཀྱི་ཐབས་ལམ་དང་དམིགས་བསལ་མི་མང་སྐྱོ་བོའི་རིགས་ལ་དཔལ་འབྱོར་གྱི་མཐུན་རྐྱེན་སྦྱོར་ཕྱོགས་ཐད་དགོངས་བཞེས་གནང་དགོས་རྒྱུ། གྲོས་གཞི་གཉིས་པ། ཆོས་བརྒྱུད་བྱེ་བྲག་པའི་བསླབ་པ་མཐར་སོན་པའི་གྲྭ་བཙུན་གང་རུང་ཆོས་བརྒྱུད་གཞན་གྱི་གཞུང་ཆེན་སྦྱོང་འདོད་ཡོད་རིགས་ལ་བཞུགས་ཡུལ་འབྲེལ་ཡོད་དགོན་སྡེ་གྲྭ་ཚང་ནས་མཐུན་འགྱུར་གནང་ཐབས་ཇི་དགེའི་སྐོར་གྲོས་ཆོད་དང་པོ། ཆོས་བརྒྱུད་བྱེ་བྲག་པའི་བསླབ་པ་མཐར་སོན་མཚམས། ཆོས་བརྒྱུད་གཞན་གྱི་གཞུང་ཆེན་སྦྱོང་འདོད་ཡུལ་རིས་ཀྱི་གྲྭ་བཙུན་ལ་འབྲེལ་ཡོད་དགོན་སྡེ་གྲྭ་ཚང་སོ་སོ་ནས་ངོ་སྤྲོད་བརྒྱབ་ཉེན་ཡོད་ཚེ། དགེ་རྒན་དང་བཞུགས་གནས་ཞལ་ལག་སོགས་མཐུན་འགྱུར་གང་ཐུབ་འབྱོར་གནང་རྒྱུ་དང། དགོན་སྡེ་གྲྭ་ཚང་དེའི་ཆོས་ཁྲིམས་ལ་བརྩི་སྲུང་དམ་དོན་ཞུ་དགོས་རྒྱུ། གཉིས་པ། དགོན་སྡེ་གྲྭ་ཚང་སོ་སོས་ཅི་སྟེ་མཐུན་འགྱུར་གནང་དཀའ་བའི་རིགས་མཆིས་ཚེ་དོ་བདག་ནས་རྒྱབ་གཉེར་མཚན་ལྡན་དང་བཅས་ཆོས་རིག་ལས་ཁུངས་ལ་སྙན་འབུལ་གྱིས་མཐུན་འགྱུར་རག་ཐབས་ཞུ་རྒྱུ། གསུམ་པ། ཆོས་བརྒྱུད་སོ་སོའི་དབྱར་ཆོས་དང་དཔྱིད་ཆོས་སོགས་འཚོགས་བཞིན་པར་ཆོས་བརྒྱུད་གཞན་ཁག་ནས་ཆོས་ཚན་དེ་ཡི་འཛིན་གྲྭའི་སློབ་གཉེར་བ་མཉམ་ཞུགས་གནང་ཐུབ་ན་དགེ་མཚན་ཆེ། གྲོས་གཞི་གསུམ་པ། དགོན་སྡེ་གྲྭ་ཚང་ཁག་ནས་གོ་སྟོན་སྲུང་བརྩིའི་ལོར་མགོན་པོ་མཆོག་གི་ཐུགས་བསྐྱེད་དམ་བཅའ་བཞི་དང་མཐུན་པའི་ཐོག་གཞི་རྒྱ་ཆེ་བའི་ཐུན་མོང་གི་ལས་གཞི་སྤེལ་ཐབས་ཇི་དགེའི་སྐོར་གྲོས་ཆོད། དང་པོ། འདི་ལོ་རྒྱལ་བའི་འཁྲུངས་སྐར་ཉིན་ནས་བཟུང་ལོ་ལོ་འཁོར་མོ་བྱམས་བརྩེའི་ལོར་སྲུང་བརྩི་ཞུ་མུས་བཞིན། བོད་མིའི་སྒྲིག་འཛུགས་ཆོས་རིག་ལས་ཁུངས་དང་དགོན་སྡེ་གྲྭ་ཚང་ཁག་མཉམ་རུབ་ཀྱིས། རྒྱལ་བའི་བཀའ་དྲིན་རྗེས་དྲན་ཞུ་སླད་གཞི་རྒྱ་ཆེ་བའི་རིན་མེད་བགྲོ་གླེང་ཞིག་གོ་སྒྲིག་གནང་གལ། གཉིས་པ། ཆོས་རིག་ལས་ཁུངས་ཀྱི་གོ་སྒྲིག་འོག་ཆོས་བརྒྱུད་ཁག་ནས་སྨོན་ལམ་ཚོགས་སྐབས་དང་བསྟུན་ཏེ་རྒྱ་གར་གྱི་རྒྱལ་ས་ལྡི་ལི་ལྟ་བུར། རྒྱལ་སྤྱིའི་ནང་པའི་ལྷན་ཚོགས IBC དང། ཧི་མ་ལ་ཡ་ན་ལན་དྲ་ཚོགས་པའི་ནང་པའི་སྲོལ་རྒྱུན་ལྷན་ཚོགས་བཅས་དང་མཉམ་རུབ་ཀྱིས་ནང་བསྟན་རྗེས་འཇུག་པའི་མཁས་པ་ལྷན་འཛོམས་ཐོག་ལྟ་གྲུབ་བགྲོ་གླེང་ཞིག་གནང་གལ། གསུམ་པ། གནས་ཡུལ་རྒྱ་གར་གྱིས་གཙོས་མི་རིགས་གཞན་པར། སྐད་ཡིག་འདྲ་མིན་ཐོག་ནས་ཐུགས་བསྐྱེད་དམ་བཅའ་བཞི་ཡི་འགྲེལ་བཤད་དང་རྒྱ་གར་མཐོ་སློབ་ཆེ་ཁག་ཏུ་རྒྱ་གར་རིན་པོ་ཆེའི་ཐུགས་བསྐྱེད་དམ་བཅའ་བཞིའི་སྐོར་སློབ་ཕྲུག་གི་བློ་དང་འཚམ་པའི་ཐོག་ནས་ངོ་སྤྲོད་གནང་གལ། བཞི་པ། ཐུགས་བསྐྱེད་དམ་བཅའ་བཞི་པ་རྒྱ་གར་གྱི་གནའ་བོའི་རིག་གཞུང་མི་ཉམས་རྒྱུན་འཛིན་གནང་རྒྱུ་དེ་རྩལ་དུ་བཏོན་ནས་གནས་ཡུལ་རྒྱ་གར་དུ་ལས་གཞི་སྣ་ཚོགས་དང ྋགོང་ས་མཆོག་གི་དགོངས་གཞི་ལྟར་ངོ་སྤྲོད་གསལ་པོ་ཡོང་ཐབས་ཆེད་བརྙན་འཕྲིན་སོགས་ཀྱི་ལམ་ནས་འགྲེལ་བརྗོད་ཁ་གསལ་གནང་ཐུབ་པ་དགོས་རྒྱུ། ལྔ་པ། བོད་ཀྱི་ཆོས་ལུགས་ཆོས་བརྒྱུད་དང་བཅས་པའི་རྒྱལ་བའི་གོ་སྟོན་སྲུང་བརྩི་ཞུ་རྒྱུ་གལ་ཆེན་ལ་སོང། ཆོས་བརྒྱུད་ཆེན་པོ་བཞི་གཡུང་དྲུང་བོན་ཇོ་ནང་དང་བཅས་པའི་ཆོས་སྡེ་ཁག་དང། ཆོས་ཚོགས་ཁག་གིས་མི་མང་དང་མཐོ་སློབ་འདྲ་མིན་ནང་རྒྱལ་བའི་ཐུགས་བསྐྱེད་དམ་བཅའ་བཞིའི་སྐོར་གོ་རྟོགས་སྤེལ་ཐབས་གནང་རྒྱུ། གྲོས་གཞི་བཞི་པ། རྒྱ་ནག་དང་དོལ་རྒྱལ་རྗེ་རབས་དབང་རྣམས་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་མཚན་སྨད་ངོ་རྒོལ་ཞུ་བཞིན་པའི་ཐོག་དེང་གི་ཆར་དེ་དག་གི་རྒྱུག་ཁྱི་བོད་པ་རེ་འགས་ཀྱང་གོང་ས་མཆོག་ལ་མངོན་སུམ་མཛེས་མས་མཚན་སྨད་དང་སྐུ་ཕྱྭ་དང་འབྲེལ་བའི་སྐད་ཆ་ཚབས་ཆེན་ཤོད་མཁན་རིགས་ལ་འཚེ་མེད་ཞི་བའི་སྒོ་ནས་གདོང་ལེན་གནང་ཐབས་བྱེད་མཁན་སྐོར་གྲོས་ཆོད། དང་པོ། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་སྐུར་འདེབས་ཚད་མེད་ཞུ་མཁན་རིགས་སྣང་མེད་དུ་མི་འཇོག་པར་འབྲེལ་ཡོད་དགོན་སྡེ་གྲྭ་ཚང་ཁག་དང། ཆོས་རིག་ལས་ཁུངས་བདེ་སྲུང་ལས་ཁུངས་སོགས་ཀྱི་འགན་འཁུར་བ་རྣམས་ཀྱིས། སྐབས་བསྟུན་སོ་སོར་དབྱེ་འབྱེད་ཐུབ་པ་བྱས་ཏེ། མ་འོངས་པར་དེ་ལྟར་མི་ཡོང་བའི་སྔོན་འགོག་གམ་སྐབས་བསྟུན་སོ་སོར་དྲང་བདེན་གྱི་ལན་འདེབས་དང་ཐག་གཅོད་ཇི་དགོས་བྱ་རྒྱུ། གཉིས་པ། གཞན་གྱིས་མགོ་སྐོར་བསླུ་བྲིད་འོག་ཚུད་ནས་ཚད་མས་ཞུ་མཁན་རིགས་ལ་གོ་སྐོན་སློབ་གསོ་དང། ཤེས་བཞིན་དུ་ཚད་མས་ཞུ་མཁན་རིགས་ལ་ཡུལ་ཁྲིམས་དང་མཐུན་པའི་སྒོ་ནས་བདའ་འདེད་ནན་པོ་གནང་དགོས་རྒྱུ། གསུམ་པ། གོང་ས་མཆོག་ལ་ཚད་མས་ཞུ་མཁན་རིགས་ལ་གདོང་ལེན་བྱེད་སྐབས་ཚོགས་སྡེ་དང་སྡེ་ཚན་སོགས་ཀྱི་ཞེན་ཁོག་དོར་ནས་སྤྱི་པ་གལ་ཆེར་བརྩིས་ནས་འགན་ཁུར་ལེན་དགོས་རྒྱུ། བཞི་པ། གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཚད་མས་ཞུ་མཁན་ཚོགས་སྒེར་སུ་ཡིན་རུང་ད་ལན་ཆོས་ཚོགས་ཐེངས་བཅོ་ལྔ་བ་འདིའི་ཐོག་ནས་དགག་པ་མཐའ་གཅིག་ཏུ་བྱ་རྒྱུ་གྲོས་གཞི་ལྔ་པ། དང་པོ། གྲོས་གཞི་ལྔ་པ་དེ་དགོན་སྡེ་གྲྭ་ཚང་སོ་སོའི་ནང་ཆོས་རིག་ལས་ཁུངས་ནས་ཡིག་འབྲེལ་སོགས་འབྲེལ་ལམ་ཚགས་ཚུད་ཡོང་ཐབས་སུ། དགོན་སྡེ་གྲྭ་ཚང་སོ་སོའི་ནང་འབྲེལ་མཐུད་པ་བསྐོ་གཞག་གནང་ཐབས་བྱེད་དགོས་སྐོར་གྲོས་ཆོད་དང་པོ། ཆོས་རིག་ལས་ཁུངས་ནས་དགོན་སྡེ་གྲྭ་ཚང་ཁག་ལ་འབྲེལ་བ་བྱེད་བདེ་སླད་འབྲེལ་མཐུད་པ་ཞིག་བསྐོ་གཞག་དགོས་ངེས་ལ་སོང། དགོན་སྡེ་གྲྭ་ཚང་སོ་སོ་ནས་གོ་ཆོད་པའི་འབྲེལ་མཐུད་པ་ཞིག་དུས་ཚོད་རྒྱས་བཅད་ནང་བསྐོ་གཞག་གིས། དེའི་མཚན་དང་ཡིག་འབྲེལ་བྱེད་སའི་གློག་འཕྲིན་གཞས་པར་ཨང་གྲངས་བཅས་ཆོས་རིག་ལས་ཁུངས་སུ་འབུལ་དགོས། གཉིས་པ། ཆོས་རིག་ལས་ཁུངས་ནས་ཆོས་ཕྱོགས་དང་འབྲེལ་བའི་གལ་ཆེའི་གསལ་བསྒྲགས་ཁག་དུས་འགྱངས་སུ་མ་སོང་བར་དུས་ཐོག་ཏུ་འབྲེལ་བ་བྱེད་དགོས་རྒྱུ། གྲོས་གཞི་དྲུག་པ། གོང་གསལ་གྲོས་གཞིར་མ་འཁོད་པའི་གནད་དོན་གཞན་ཐོག་སྤྱི་སྨན་དགོངས་འཆར་དང་བཀའ་བསྡུར། གྲོས་ཆོད། དང་པོ། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་ཉག་གཅིག་ལ་བརྟེན་ནས་བོད་གངས་ཅན་པའི་ཆོས་དང་རིག་གཞུང་རྣམས་དར་ཞིང་རྒྱས་པ་བྱུང་ཡོད་ནའང་ད་ལྟའི་མི་རབས་གསར་པ་རྣམས་ལ་ནང་ཆོས་ཀྱི་གོ་རྟོགས་མེད་པ་ཆགས་ཉེན་ལ་བརྟེན་རང་རེའི་སློབ་གྲྭ་ཁག་གི་དམའ་རིམ་འཛིན་གྲྭ་ནས་བཟུང་སྟེ་ནང་ཆོས་ཀྱི་གོ་རྟོགས་སྤེལ་བར་ཤུགས་སྣོན་དགོས་རྒྱུ། གཉིས་པ། བོད་ཕྱི་ནང་གཉིས་སུ་ཇོ་ནང་པའི་སྦྱོར་དྲུག་ཉམས་ལེན་སོགས་ལ་སྦྱང་བརྩོན་མཐིལ་ཕྱིན་བྱེད་བཞིན་ཡོད་པ་མཁྱེན་གསལ་ལྟར། བཙན་བྱོལ་སྤྱི་ཚོགས་ཁྲོད་ད་དུང་དཀའ་ངལ་འདྲ་མིན་འཕྲད་མུས་ལ་སོང་བཅའ་ཁྲིམས་ནང་མཚན་གནས་འཁོད་ཐབས་ཡོང་བའི་འབོད་སྐུལ་ཞུ་རྒྱུ། གསུམ་པ། སྐྱབས་རྗེ་བཀའ་ཟུར་ཀིརྟི་རིན་པོ་ཆེ་མཆོག་གིས་ཕྱོགས་སྒྲིག་གནང་བའི་སློབ་དེབ་བློ་གསལ་དགོས་གལ་དེ་ཉིད་ལག་བསྟར་གནང་མཁན་གྱི་ཚོགས་སྡེ་ཁག་ལ་ཆོས་རིག་ལས་ཁུངས་ནས་མཐུན་འགྱུར་གནང་ཐབས་དགོས་རྒྱུ། བཞི་བ། རྒྱ་གར་གཞུང་ལ་འབྲེལ་ལམ་གྱིས་དགོན་སྡེ་གྲྭ་ཚང་སོ་སོའི་སློབ་གཉེར་བའི་ཕྱག་འཁྱེར་ཚད་ལྡན་ངོས་འཛིན་ཡོང་ཐབས་ལ་མུ་མཐུད་འབད་བརྩོན་གནང་གལ། ལྔ་པ། དགེ་འདུན་པའི་ནང་དུ་ཁྱིམ་པ་སུན་འབྱིན། ལས་བྱེད་མཁན་བྱུང་ཚེ་འབྲེལ་ཡོད་དགོན་སྡེ་གྲྭ་ཚང་སོ་སོ་ནས་དམ་ཆོས་འདུལ་བ་དང་མཐུན་པར་དམ་དོན་གནང་གལ། དྲུག་པ། དགོན་སྡེ་གྲྭ་ཚང་ཁག་ལ་གྲྭ་རྒྱུན་གྱི་དཀའ་ངལ་སེལ་ཐབས་ལ་གྲྭ་བཙུན་སློབ་མཐར་ཕྱིན་པ་རྣམས་ལ་བདག་སྐྱོང་གནང་དགོས་པ་དང་སློབ་གཉེར་བ་རྣམས་ལ་དེང་དུས་དང་འཚམ་པའི་སློབ་སྦྱོང་སྤྲོད་ཐབས་གནང་གལ། བདུན་པ། རིས་མེད་གྲྭ་བཙུན་སྔགས་གསུམ་རྣམས། མི་ཚེ་ཧྲིལ་པོར་ཐོས་བསམ་སྒོམ་གསུམ་གནང་དང་གནང་མུས་ལ་བརྟེན་སྐུ་གཟུགས་འཕྲོད་བསྟེན་ཐད་འཐུས་ཤོར་མེད་པར་གནང་རྒྱུ་གལ་ཆེན་ལ་སོང། དགོན་སྡེ་གྲྭ་ཚང་ཁག་གི་སྤྱི་ཐབ་ཀྱི་ཞལ་ལག་གཙོ་བོ་གྱུར་པའི་འཕྲོད་བསྟེན་གནང་ཕྱོགས་ཐད་ལམ་སྟོན་གནང་མཁན། བརྒྱད་པ། རང་གཞུང་ཆོས་རིག་ལས་ཁུངས་ནས་ལས་གཞི་མང་པོ་ཞིག་སྤེལ་མུས་ལ་བསྔགས་བརྗོད་དང་འབྱུང་འགྱུར་ཡང་དགོན་སྡེ་གྲྭ་ཚང་ཆེ་ཆུང་ཚང་མ་ལ་གོ་སྐབས་འདྲ་མཉམ་གནང་རྒྱུ། དགུ་པ། གཞུང་འབྲེལ་མཆོད་འབུལ་སྨོན་ལམ་གྱི་ཞལ་འདོན་ནང་རིས་སུ་མ་ཆད་པའི་ཆོས་བརྒྱུད་ཚང་མས་འདོན་རྒྱུ་ཡོད་པ་ཞིག་ཕྱོགས་སྒྲིག་བྱེད་ཐུབ་ན་གལ་ཆེན་ཆེ། བཅུ་པ། ཆོས་རིག་ལས་ཁུངས་ཀྱིས་གོ་སྒྲིག་ཞུ་བཞིན་པའི་རིས་མེད་བགྲོ་གླེང་དེ་དཀའ་ངལ་མེད་ན་སྐབས་རེར་བལ་ཡུལ་དུ་ཚོགས་ཐུག་སྟབས་གནང་གལ་གྱི་གྲོས་ཆོད་དུ་ཕྱི་ལོ་ཉིས་སྟོང་ཉིས་སྟོང་ཟླ་བ་བདུན་པའི་ཚེས་གསུམ་ལ་ཞིང་རྟ་ད་ཟིན་བྲིས་ཚོགས་ཆུང་ཞིག་གིས་འཆར་འགོད་ཀྱིས་གྲུབ་དོན་སྙན་ཐོ་དེ་འདི་ཆགས་བསྡད་ཡོད་རེད་ད། ཡང་བསྐྱར་མགོ་ནས་མ་ཕྱིན་བྱས་དོན་ཚན་རེ་རེ་རེ་རེ་ལ་ཡང་ཚིག་སྦྱོར་ལ་ཡང་འགྱུར་བ་བཏང་དགོས་ཡ་དེ་འདྲས་དང་དོན་དག་ལ་དགག་པ་དེ་འདྲས་ཡོད་པ་ཡིན་ན་ཨ་ནི་གསུང་ཡག་གོ་ཕུད་ཡག་དང་ང་ཚོ་འགྱུར་བ་གཏང་དགོས་ངེས་དགོས་ངེས་འདི་གས་འདི་གཏང་ཡག་བྱེད་དེ་མེད་ན་ཨ་ནི་རེ་རེ་རེ་རེ་བྱེད་ནས་གཏན་འབེབས་བྱས་བྱས་འགྲོ་ཡག་ཡིན་ཞེས་ནས་ཞུ་ཡག་ཡིན། མགོ་འཇུག་འདི་མགོ་འཇུག་འདི་ཅི་ཡང་བསྐྱར་ཞིག་བལྟས་ན། བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་ཉིད་ཟླ་བ་ལྔ་བའི་ཚེས་བདུན་ནས་དགུ་བར་དང་ཕྱི་ལོ་ཉིས་སྟོང་ཉིས་སང་ང་ཟླ་བ་བདུན་པའི་ཚེས་གཉིས་ནས་བཞི་བར་ཉིན་གསུམ་རིང་འཕགས་ཡུལ་རྡ་རམ་ས་ལ་གོང་ས་ཏཱ་ལའི་བླ་མའི་དཔེ་མཛོད་དང་ཡིག་ཚགས་ཁང་དུ་བསྐྱངས་པའི་བོད་མིའི་ཆོས་ཚོགས་ཐེངས་ལྔ་པའི་གྲོས་གཞི་དང་གྲོས་ཆོད་འདི་བརྗོད་བྱ། ལ་བཅོ་ལྔ་པའི་དགོངས་དག་ཐེངས་བཅོ་ལྔ་པའི་གྲོས་གཞི་དང་གྲོས་ཆོད་འདི་མགོ་འཇུག་འདི་འབྲི་གི་འདུག་བ་ལ། ཇོ་བོ་དང་བའི་མེ་ཏོག། དེ་འགྲིག་པར་བྱས། ད་གྲོས་གཞི་དང་པོ་དེ་གྲོས་གཞི་དེ་ཡོད་པ་བྱས་དེ་ངེས་ནས། ད་གྲོས་ཆོད་དང་པོ་དེ། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འཕྲལ་ཕུགས་རྒྱང་གསུམ་ལ་གཟིགས་ནས་ནང་ཆོས་ངོ་སྤྲོད་གནང་དགོས་པའི་བཀའ་སློབ་ལམ་སྟོན་གྱི་དགོངས་དོན་ལྟར། མི་མང་བྱིངས་ལ་ནང་ཆོས་ངོ་སྤྲོད་གནང་ཆོས་དགོན་སྡེ་གྲྭ་ཚང་ཁག་གཅིག་མཚུངས་ཡོང་དཀའ་ཡང་ས་གནས་སོ་སོའི་གནས་བབ་ལ་གཞིགས་ཏེ་དགོན་སྡེ་གྲྭ་ཚང་ཁག་གི་མི་མང་གི་བློ་ཁ་དང་འཚམ་པའི་སློབ་དེབ་གསར་སྒྲིག་དང་ཚོགས་ཆུང་ཟུར་འཛུགས་ཀྱིས་ནང་ཆོས་ངོ་སྤྲོད་གནང་དགོས་རྒྱུ། དེའི་ཐོག་ལ་དགོངས་ཚུལ་གསུང་ང་ཡོད་ན། དགོངས་ཚུལ་གསུང་བ་མེད་ན་འདི་སྤྱི་མོས་ཀྱི་གཏན་ལ་ཕབ་པ་ལ་དགག་བྱ་མེད་པས་སོང་ཙང་འདི་སྤྱི་མོས་ཀྱི་གཏན་ལ་ཕབ་པ་བྱོས་ད། གཉིས་པ་འདི་ཕྱི་དྲིལ་མཁས་པ་གདན་ཞུས་ཀྱིས་ཕྱི་དྲིལ་བོད་ཀྱི་བརྙན་འཕྲིན་བརྒྱུད་མི་མང་གི་བློ་དང་འཚམ་ཞིང། ཕལ་ཚིག་གམ་གོ་སླ་བའི་ཐོག་ནས་ནང་ཆོས་ངོ་སྤྲོད་ཀྱི་དམིགས་བསལ་ལེ་ཚན་ཞིག་གསར་གཏོད་གནང་དགོས་རྒྱུ། འདིའི་ཐོག་ལ་གསུང་ངན་ཡོད་ན། བཟོ་མཁན་མེད་པ་ཡིན་ན་སྤྱི་མོས་བཏང་བ་ལ་དགག་བྱ་མེད་ན་ནི་སྤྱི་མོས་ཀྱིས་གཏན་ལ་ཕབ་པ་ཡིན། གསུམ་པ། ས་གནས་སོ་སོའི་ཉེ་འཁྲིས་སུ་ཡོད་པའི་མཐོ་སློབ་ཁག་ཏུ་གུང་གསེང་དང་སྟབས་བསྟུན་ནང་ཆོས་ངོ་སྤྲོད་ཚོགས་ཆུང་གི་ཚོགས་མི་ཆེད་བཅར་གྱིས་ནང་ཆོས་ངོ་སྤྲོད་གནང་ཐབས་གནང་རྒྱུ། འདིའི་སྐོར་ལ་དགོངས་ཚུལ་གསུང་མཁན་མེད་ན་སྤྱི་མོས་ཀྱིས་གཏན་ལ་ཕབ་པ་ལ་དགག་བྱ་མེད་པས་སོང་ཙང་དོན་ཚན་གསུམ་པ་དེ་སྤྱི་མོས་ཀྱིས་གཏན་ལ་ཕབ་པ་ཡིན། བཞི་པ། ཆོས་རིག་ལས་ཁུངས་ནས་རིས་མེད་དགོན་སྡེ་གྲྭ་ཚང་ཁག་གི་ནང་ཆོས་ངོ་སྤྲོད་གནང་མཁན་རྣམས་ལ་དེང་དུས་དང་མཐུན་པའི་སློབ་ཁྲིད་ཐབས་ལམ་ཟབ་སྦྱོང་དང་མཐུན་རྐྱེན་སྦྱོར་སྤྲོད་གནང་དགོས་རྒྱུ། དེའི་ཐོག་ལ་གཟུགས་ངན། མེད་པ་ཡིན་ན། ཕྱི་མོས་ཀྱི་གཏན་ལ་ཕབ་པ་ལ་དགག་བྱ། མེད་པའི་སོང་ཙང་འདི་ཕྱི་མོས་ཀྱི་གཏན་ལ་ཕབ་པ་ཡིན་དོན་ཚན་བཞི་པ་དེ། ད་དོན་ཚན་ལྔ་པ་དེ་བོད་མིའི་ཆོས་ཚོགས་ཐེངས་བཅོ་ལྔ་པའི་སྟེང་ཆོས་རིག་ལས་ཁུངས་ནས་གནས་སྐོར་ཞེས་པའི་བཀོད་སྤྱོད་མཉེན་ཆས་དབུ་འབྱེད་གནང་བ་ལྟར་དགོན་སྡེ་གྲྭ་ཚང་ཁག་ནས། མཇལ་སྐོར་དང་ཡུལ་སྐོར་བ་རྣམས་ལ་སྐབས་དུས་དང་བསྟུན་ནས་གསང་བའི་དྲ་མིག་དང་འཕྲུལ་རིག་བེད་སྤྱོད་ཀྱི་གནས་བཤེར་དང་ནང་ཆོས་ངོ་འཕྲོད་གནང་ཐབས་གནང་རྒྱུ། འདིའི་སྐོར་ལ། གཟུགས་ངན།

ཏེ། དོན་ལ། འདི་ལན་ཐིག་གཅིག་སྒང་ལ་འགྲོ་ན། ཐིག་གཅིག་སྒང་ལ་འགྲོ་ད་ཤུག་གུ་གང་མ་དེ་ངོ་ད་འགྲིགས། དགོན་སྡེ་གྲྭ་ཚང་ཁག་ནས་ས་གནས་མཇལ་བ་དང། གནས་སྐོར་བ་དང། གནས་སྐོར་བ་ད་བྲིས་ན་འགྲིགས་འདུག་བར་ད་ད་དེ་གནས་སྐོར་དེ་བྲིས་ཡོད་དུས་ལགས་སོ་མཇལ་དུ་མོ་བ་བྱས། གནས་སྐོར། བ། རྒྱ་སྒོར་སྒྱུར་བ། གནས་སྐོར་བ་དང་ཡུལ་སྐོར་བ་རྣམས་ལ་སྐབས་དུས་དང་བསྟུན་ནས་གསང་བའི་དྲ་མིག་དང་འཕྲུལ་མིག་བེད་སྤྱོད་ཀྱིས་གནས་བཤད་དང་ནང་ཆོས་ངོ་སྤྲོད་གནང་ཐབས་གནང་རྒྱུ། འབྲི་གུ་དཔལ་ལགས། འཕྲུལ་རིག་ལ་ས་ཡོད་མ་རེད་གསུངས་རེད། ས་མེད་པ་ཆད་ཆོད། བེད་སྤྱོད་ཀྱིས་གནས་བཤད་དང། ད་དེ་འགྲིག་གི་འདུག་བ། མ་རེད་འོ་དེ་ལ་ཡུལ་སྐོར་བ་ཟེར་བརྒྱབ་འདུག་བ། ཨ་ནི་གནས་སྐོར་བ་དང་ཡུལ་སྐོར་བ་ཟེར་བརྒྱབ་བྱུང་གཉིས་ཀ་འདི་འཐུས་པ་བྱས་ན་འགྲིག་གི་འདུག་བས་གཅིག་གི། ཡང་ཨ་ནི་གནས་སྐོར་དང་ཡུལ་སྐོར་བ་རྣམས་ལ་ཟེར་ན་ནི་བ་དེ་གཅིག་གོ་ཞེ་ན། ད་དེ་སྤྱི་མོས་ཀྱི་གཏན་ལ་ཕབ་པར་དགག་བྱ། མེད་བས་སོང་ཙང་དེ་སྤྱི་མོས་ཀྱི་གཏན་ལ་ཕབ་པ་ཡིན། ཨ་ནི་མ་འོངས་པར་ད་ལྟའི་ཆོས་རིག་ལས་ཁུངས་ཀྱི་མུ་མཐུད་ནི། རྒྱ་གར་གྱི་ཡུལ་མིའི་སྐད་གང་མང་མང་གཅིག་དང་ཕྱི་རྒྱལ་གྱི་སྐད་གང་མང་མང་གཅིག་ལ་བྱེད་པ་ཡིན་ན་འདི་རྒྱལ་སྤྱིའི་ཁྱོན་ལ་བེད་སྤྱོད་བཏང་ཡས་ཡོད་བས་ཀྱི་མཉེན་ཆས་ཅིག་ཆགས་ཀྱི་ཡོད་རེད། འདི་གང་ལ་ང་ཚོས་འབད་བརྩོན་ཞུ་ཡས་ཡིན་ཞེ་ན་ཞུ་ཡས་ཡིན། དྲུག་པ་དེ་ལ། ད་ནང་ཆོས་ངོ་སྤྲོད་བྱེད་སྐབས། འདུལ་བའི་དངོས་པོ་བཞི་ཡི་ཐབས་ལམ་གལ་ཆེན་ཡིན་པ་ལྟར། དགོན་སྡེ་གྲྭ་ཚང་ཁག་དང་འབྲེལ་ཡོད་ཆོས་དད་མི་མང་བར་སེམས་ཐག་ཉེ་པོ་ཡོང་ཆེད་གང་ལ་གང་དགོས་ཀྱི་ཐབས་ལམ་དང་དམིགས་བསལ་མི་དམངས་སྐྱོ་བོའི་རིགས་ལ་དཔལ་འབྱོར་གྱི་མཐུན། སྐྱོ་དེ། བར་བྲིས་ན། སྐྱོ་བོ་དེ། སྐྱོ་བོའི་རིགས་ལ། བར་བྲིས་ན། བར་བ་དེ། རིགས་ལ་དཔལ་འབྱོར་གྱི་མཐུན་རྐྱེན། མཐུན་རྐྱེན། སྦྱོར་སྤྲོད། ཐ་སྙད། ཚིག་ལན་གཅིག་ཡག་དང། མཐུན་རྐྱེན་སྦྱོར་ཕྱོགས་ཐད་དགོངས་བཞེས་གནང་དགོས་རྒྱུ།

ལོ་སོ་སྐྱོ་པོའི་རིགས་ལ་ཐང་གིས་རང་འཇགས་རེད། སྐྱོ་པོའི། པ། ན་རོ། ཡ། ད་འདི་སྤྱི་མོས་ཀྱི་གཏན་ལ་ཕབ་པ་ལ་དགག་བྱ། མེད་པའི་སོང་ཙང་དོན་ཚན་དྲུག་པ་འདི་སྤྱི་མོས་ཀྱི་གཏན་ལ་ཕབ་པ་ཡིན། དེ་ནས་གྲོས་གཞི་གཉིས་པ་འདི་གྲོས་གཞི་སྙན་སྒྲོན་ཞུ་མོ་ཁ་བྱས། གྲོས་ཆོད་དང་པོ་དེ་ཆོས་བརྒྱུད་བྱེ་བྲག་པའི་བསླབ་པ་མཐར་སོན་མཚམས་ཆོས་བརྒྱུད་གཞན་གྱི་གཞུང་ཆོས་འབྱུང་འདོད་ཡོད་རིགས་ཀྱི་གྲྭ་བཙུན་ལ་འབྲེལ་ཡོད་དགོན་སྡེ་གྲྭ་ཚང་སོ་སོ་ནས་ངོ་སྤྲོད་བརྒྱབ་ཉེན་ཡོད་ཚད་དགེ་རྒན་དང་བཞུགས་གནས་ཞལ་ལག་སོགས་མཐུན་འགྱུར་གང་ཐུབ་སྦྱོར་གནང་རྒྱུ་དང་དགོན་སྡེ་གྲྭ་ཚང་དེའི་ཆོས་ཁྲིམས་ལ་བརྩི་སྲུང་དམ་དོན་ཞུ་དགོས་རྒྱུ། འདི་སྤྱི་མོས་གཏན་ལ་ཕབ་པར་བཀའ་ཆ། མེད་པའི་སོང་ཙང་འདི་སྤྱི་མོས་གཏན་ལ་ཕབ་པ་ཡིན་དོན་ཚན་གཉིས་པ། དགོན་སྡེ་གྲྭ་ཚང་སོ་སོས་སྤྱི་དེ་མཐུན་འགྱུར་གནང་དཀའ་བའི་རིགས་མཆིས་ཚེ་དོ་བདག་ནས་རྒྱབ་གཉེར་མཚན་ལྡན་དང་བཅས་ཆོས་རིག་ལས་ཁུངས་ལ་སྙན་འབུལ་གྱིས་མཐུན་འགྱུར་རག་ཐབས་བྱ་རྒྱུ། ད་ལྟའི་ང་ཚོ་ལོ་རྗེས་མས་ཀྱི་སྔོན་རྩིས་ནང་ལོགས་ལ་ཞག་གཅིག་བཞག་ན་མ་གཏོགས་ཡང་ད་ལྟ་སྔོན་རྩིས་ནང་ལ་ཡོད་མ་རེད། ད་ལྟ་ནས་ཡང་ལམ་སང་ཞུ་བའི་འགོ་ཚུགས་པ་ཡིན་ན། ང་ཚོ་ལོ་རྗེས་མས་སྔོན་རྩིས་ནང་ལ་བཞག་ནས་སྔོན་རྩིས་ནང་ལོགས་ནས་ཡང་ཅིག་བཏང་བ་ཡིན་འགྲོ་བ་དེ་ནི་ཆགས་པ་ཡིན། འདུག་བྱས་ནས་བྱས་པ་ཡིན་དེ་སྤྱི་མོས་ཀྱི་གཏན་ལ་ཕབ་པར་བཀག་ཆ་མེད་པས་སོང་ཙང་དེ་སྤྱི་མོས་གཏན་ལ་ཕབ་པ་ཡིན་དོན་ཚན་གསུམ་པ་ཆོས་བརྒྱུད་སོ་སོའི་དབྱར་མཆོད་དང་དཔྱིད་མཆོད་སོགས་འཚོགས་བཞིན་པར་ཆོས་བརྒྱུད་གཞན་ཁག་ནས་ཆོས་ཚན་དེ་ཡི་འཛིན་གྲྭའི་སློབ་གཉེར་བ་མཉམ་ཞུགས་གནང་ཐུབ་ན་དགེ་མཚན་ཆེ། དེའི་སྐོར་དེ་གསུངས་དགོས་ངེས་མེད་པ་སོང་ཙང་སྤྱི་མོས་ཀྱི་ཐོག་ནས་གཏན་འབེབས་བྱས་པ་ཡིན་ན་བཀག་ཆ། མེད་པའི་སོང་ཙང་འདི་ཅི་མེད་བསྟན་པའི་ཆེ་བ་ཡིན། ད་གྲོས་གཞི་དོན་ཚན་གསུམ་པ་གྲོས་གཞི་གསུམ་པ་གསུམ་པ་འདི་གྲོས་གཞི་སློབ་མ་བ་བྱས། གྲོས་ཆོད་དང་པོ་འདི། འདི་ལོ་རྒྱལ་བའི་འཁྲུངས་སྐར་ཉིན་ནས་བཟུང་ལོ་འཁོར་མོ་བྱམས་བརྩེའི་ལོར་སྲུང་བརྩི་ཞུ་མུས་བཞིན་བོད་མིའི་སྒྲིག་འཛུགས་ཆོས་རིག་ལས་ཁུངས་དང་དགོན་སྡེ་གྲྭ་ཚང་ཁག་མཉམ་རུབ་ཀྱིས་རྒྱལ་བའི་བཀའ་དྲིན་རྗེས་དྲན་ཞུ་སླད་གཞི་རྒྱ་ཆེ་བའི་རིས་མེད་བགྲོ་གླེང་ཞིག་གོ་སྒྲིག་གནང་གལ། འདི་བཀོད་དེ་གསུང་དགོས་ངེས་ཡོད་ན། གསུང་དགོས་ངེས་མེད་པ་ཡིན་ན་འདི་ཅི་མེད་ཀྱི་གཏན་ལ་ཕབ་པ་ལ་དགག་བྱ། མེད་པས་སོང་ཙང་འདི་ཕྱི་མིག་གི་གཏན་ལ་ཕབ་པའི་ཆེད། ད་ད་ལོ་འདི་སྔོན་རྩིས་འདི་ང་ཚོ་ཡང་འདི་གལ་སྲིད་ཐུབ་པ་འགྲོ་བ་བྱེད་ནས་ཡང། ཆོས་རིག་ལས་ཁུངས་འགྲོ་སོང་བཏང་གོ་གི་ཡོད་ནའི་ང་ཚོ་སྔོན་རྩིས་བཀའ་འཁྲོལ་ཞུ་དགོས་ཨེ་འདུག་ཐབས་ལམ་བསྟེན་དགོས་པ་རེད། གཉིས་པ་དེ་ཆོས་རིག་ལས་ཁུངས་ཀྱི་གོ་སྒྲིག་འོག་ཆོས་བརྒྱུད་ཁག་ནས་སྨོན་ལམ་ཚོགས་སྐབས་དང་བསྟུན་ཏེ་རྒྱ་གར་གྱི་རྒྱལ་ས་ལྡི་ལི་ལྟ་བུར། རྒྱལ་སྤྱིའི་ནང་པའི་ལྷན་ཚོགས IBC དང་ཧི་མ་ལ་ཡའི་ནཱ་ལེནྡྲའི་ནང་པའི་སྲོལ་རྒྱུན་ལྷན་ཚོགས་བཅས་དང་མཉམ་རུབ་ཀྱིས་ནང་བསྟན་རྗེས་འཇུག་པའི་མཁས་པ་ལྷན་འཛོམས་ཐོག་ལྟ་གྲུབ་བགྲོ་གླེང་ཞིག་གནང་གལ། ད་ད་ལྟ་འདི་ནང་དོན་འདི་ཕྱི་དང་ང་ཚོ་ནང་པ་གཅིག་པོ་རྫོང་མྱག་གི་བཀའ་མོལ་འདྲ་ཅི་རེད་ཤག་ད་ལྟ་ང་ཚོ་བང་འབྲི་ཡ་ནང་ལོག་ལ་ཨ་ནི་རྒྱའོ་རུམ་ཆེ་གི་ད་ཐུགས་རྗེ་དམ་བཅའ་གཉིས་པ་འདི་ཆོས་ལུགས་མཐུན་འབྲེལ་འདི་རྒྱ་ཆེ་ཡ་ཡོད་དུས་ཟམ་པ་ང་ཚོ་ནང་པ་གཅིག་པོ་མ་ཡིན་པའི་གི་ཆོས་ལུགས་གཞན་པ་ཚོ་མཉམ་དུ་མཐུན་འབྲེལ་བྱེད་དགོས་ཡ་ཡིན་དུས་ཡང་འདི་རྒྱ་གར་ལ་ཡང་ང་ཚོ་ལྡི་ལི་ལ་ཡང་གཅིག་ལས་གཞི་རྒྱ་ཆེ་ཡ་གཅིག་སྤེལ་ཡ་གི་བསམ་བློ་ཞིག་བཏང་གི་ཡོད་དེ་བྱས་པ་ཡིན་ན་ཡང་ཆོས་ལུགས་མཐུན་འབྲེལ་འདི་བྱས་ཐུབ་པ་ཡིན་ན་རྒྱ་ཆེ་ཡ་བྱེད་ཨ་ནི་ནང་པ་ང་ཚོ་ག་ཚོད་མང་ང་ཕེབས་ཐུབ་བ་ཡིན་ན་ཡག་ག་རེད་བ་དེ་མ་ཡིན་པའི་ཆོས་རྒྱུད་གཞན་པ་ཚོ་སྐད་བཏང་ཡ་ད་འདི་དང་མཐུན་པ་འགྲོ་ཆགས་པ་ཡིན་ན

སྤྱི་མོས་གཏན་ལ་ཕབ་པར་དགག་བྱ་མེད་པའི་སོང་ཙང་དེ་སྤྱི་མོས་གཏན་ལ་ཕབ་པ་ཡིན། གསུམ་པ། གནས་ཡུལ་རྒྱ་གར་གྱི་གཙོས་མི་རིགས་གཞན་པར་སྐད་ཡིག་འདྲ་མིན་ཐོག་ནས་ཐུགས་བསྐྱེད་དམ་བཅའ་བཞི་ཡི་འགྲེལ་བཤད་དང་རྒྱ་གར་མཐོ་སློབ་ཆེ་ཁག་ཏུ་རྒྱ་གར་རིན་པོ་ཆེའི་ཐུགས་བསྐྱེད་དམ་བཅའ་བཞིའི་སྐོར་སློབ་ཕྲུག་གི་བློ་དང་འཚམ་པའི་ཐོག་ནས་ངོ་སྤྲོད་གནང་གལ། ད་འདི་གནད་འགག་ཆགས་ཀྱི་འདུག་ང་ཚོ་འདི་གོ་དོན་གསུང་འཕྲིན་ཞུ་བའི་སྐབས་དེ་ང་རང་ཚོ་བོད་པའི་སྤྱི་ཚོགས་གཅིག་པོ་ནང་ལོགས་ལ་ཞུས་བསྡད་པ་ཡིན་ན་འདི་ལྟ་བུའི་བཤད་སྟངས་ངང་ཚོ་མང་ཆེ་བ་ཞིག་ཤེས་བྱ་མ་འདྲ་བ་ཅི་རོ། ད་ང་ཚོའི་སྤྱི་ལོ་ལས་བརྒལ་ནས་ང་ཚོའི་སྤྱི་ཚོགས་ལས་བརྒལ་ནས་ག་ཚོད་ཐུག་ཐུབ་ཅིག་འགྲོ་ཐུབ་བ་རེ་བ་བྱེད་ན་ལྷག་པར་དུ་མཐོ་སློབ་དང་སློབ་གྲྭ་ཁག་ཚོ་ནང་ལོགས་ལ་ཡང་ག་ཚོད་ངོ་སྤྲོད་གནང་ཐུབ་པ་ཡིན་ན་དེ་ནས་མ་འགྲེམས་སྟོན་གྱི་ཡིག་ཆ་ཚོ་ཡོད་རེད་བ་དེ་ཚོ་མཉམ་དུ་འགྲེམས་སྟོན་གྱི་མཉམ་དུ་བྱེད་ཐུབ་པ་ཡིན་ན་གློག་བརྙན་ཟིན་འབུལ་ཚོ་མཉམ་དུ་བྱེད་ཐུབ་པ་ཡིན་ན་ཡག་པོ་ཡོང་གི་རེད་བསམ་འདི་སྤྱི་མོས་གཏན་ལ་ཕབ་པར་བཀའ་ཅག་ཡང་མེད་པས་སོང་ཙང་འདི་སྤྱི་མོས་གཏན་ལ་ཕབ་པ་ཡིན་དོན་ཚན་གསུམ་པ་དེ་ལྟ་བཞི་པ། ཐུགས་བསྐྱེད་དམ་བཅའ་བཞི་པ་རྒྱ་གར་གྱི་གནའ་བོའི་རིག་གཞུང་མི་ཉམས་རྒྱུན་འཛིན་གནང་རྒྱུ་འདི་རྩལ་དུ་བཏོན་ནས་གནས་ཡུལ་རྒྱ་གར་དུ་ལས་གཞི་སྣ་ཚོགས་དང་གོང་ས་མཆོག་གི་དགོངས་གཞི་ལྟར་ངོ་སྤྲོད་གསལ་པོ་ཡོང་ཐབས་ཆེད་བརྙན་འཕྲིན་སོགས་ཀྱི་ལམ་ནས་འགྲེལ་བརྗོད་ཁ་གསལ་གནང་ཐུབ་པ་དགོས་རྒྱུ།

གྲོས་ཆོད་དང་པོ། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་སྐུར་འདེབས་ཚད་མས་ཞུ་མཁན་རིགས་སྣང་མེད་དུ་མི་འཇོག་པར་འབྲེལ་ཡོད་དགོན་སྡེ་གྲྭ་ཚང་ཁག་དང་ཆོས་རིག་ལས་ཁུངས་བདེ་སྲུང་ལས་ཁུངས་སོགས་ཀྱི་འགན་འཁུར་བ་རྣམས་ཀྱིས་སྐབས་བསྟུན་སོ་སོར་དབྱེ་འབྱེད་ཐུབ་པ་བྱས་ཏེ་མ་འོངས་པར་དེ་ལྟར་མི་ཡོང་བ་སྔོན་འགོག་གམ་སྐབས་བསྟུན་སོ་སོར་དྲང་བདེན་གྱི་ལས་དེབ་དང་ཐག་གཅོད་ཇུས་འགོད་བྱ་རྒྱུ། འདི་སྤྱི་མོས་གཏན་ལ་ཕབ་པ་ལ་དགག་བྱ། མེད་པའི་སོང་ཙང་འདི་སྤྱི་མེད་དུ་གཏན་ལ་ཕབ་པ་ཆོས་ད་དོན་ཚན་གཉིས་པ། གྲོས་ཆོད་གཉིས་པ་འདི་གཞན་གྱི་མགོ་སྐོར་བསླུ་ཁྲིད་འོག་ཚུད་ནས་འཚེ་མེད་ཞུ་མཁན་རིགས་ལ་གོ་བསྐོན་སློབ་གསོ་དང། ཤེས་བཞིན་དུ་འཚེ་མེད་ཞུ་མཁན་རིགས་ལ་ཡུལ་ཁྲིམས་དང་མཐུན་པའི་སྒོ་ནས་བདའ་འདེད་ནན་པོ་གནང་དགོས་རྒྱུ། དེ་ཡང་འདི། ད་ལྟ། ང་ཚོ་ཉམས་མྱོང་ལ་བརྟེན་ནས་འགྲེལ་བཤད་ཅིག་ཞུས་པ་ཡིན་ན་ད་ལྟ་ང་ཚོ Australia གནད་དོན་ཞིག་བྱུང་བ་རེད། ད་འདི་ང་ཚོ་ཐོབ་པ་རེད་ཁྲིམས་འདི་ང་ཚོ་ཐོབ་ཐུབ་པ་རེད། དེ་ཡིན་དུས་ཚང་མ་མ་འོངས་པ་ཡིན་ན་ཡང་སྐད་ཆ་བཤད་ཚད་ཚང་མ་ལོ་ང་ཚོ་ཁྲིམས་ལ་ཁྲིད་ཐུབ་ཀྱི་མ་རེད་ཁོ་ལུང་པ་འདི་གི་ཁྲིམས་ཀྱི་འགྲོ་སྟངས་དང་དེ་ཚོ་ཡང་མཆན་འགོ་གི་རིང་མ་ཐོན་ཡང་ང་ཚོ་ཆོས་ཚོགས་ལ་གྲོས་ཆོད་འདི་བཞག་ཡོད་འདི་བྱས་མ་སོང་བྱས་སོང་ཟེར་ལ་ཡོད་དེ་ལས་ཀ་མེད་ཡོང་གི་རུ་བ། ཡིན་ནའི་ང་ཚོ་ཁྲིམས་ག་རེ་ལ་གཏུགས་པ་ཡིན་ནའི་སུ་ལ་གཏུགས་པ་ཡིན་ནའི། ཐོབ་ཡ་ཡོད་བའི་གི་གནས་སྟངས་གཅིག་གི་འོག་ནས་གཏུགས་དགོས་གི་རུ་མ་ཐོན་ཡང་ཁྲིམས་ལ་གཏུགས་པ་ཙམ་གྱིས་ཞུ་མ་ཤོར་བ་ཡིན་ནའི་ཡང་ཁོ་ཞབས་འདྲེན་ཞུ་གི་རུ་བ། དེ་ཡིན་དུས་བསམ་པ་བདེ་སྲུང་ལས་ཁུངས་དང་ཕྱི་དྲིལ་ལས་ཁུངས་རེད། ཨན་བོད་མིའི་སྒྲིག་འཛུགས་བཀའ་ཤག་གིས་དེ་ཚོ་གང་ལ་གོམ་པ་རྒྱབ་པའི་སྐབས་ལ་རྒྱལ་ཁབ་སོ་སོ་སོའི་གི་ཡུལ་ཁྲིམས་ཀྱི་གནས་སྟངས་དང་ཁྲིམས་ཀྱི་སློབ་སྟོན་ཆ་ཚང་ཞིག་ཞུས་བྱས་ནས་ང་ཚོ་གོམ་པ་ག་རེ་རྒྱབ་དགོས་གི་ཡོད་མེད་དུ་བྱས་ནས་ཨོ་སི་ཏྲོ་ལི་ཡ་ལ་ང་ཚོ་རྒྱལ་ཁ་ཐོབ་པ་བྱུང་བ་རེད་ད་ཕྱི་ལོག་ལ་ཁོ་ཚོས་འདྲ་མིན་ག་རེ་ལབ་གི་ཡོད་ནའི་མེད་ནའི།

མེད་པའི་སོང་ཙང། ཅི་མོས་གཏན་ལ་ཕབ་པ་ཡིན་དོན་ཚན་བཞི་བ། ལ། ཨ་ལས། རིམ་བཞིན་གཅིག་སོང་ཡ་ཡོད་པའི་དེ་ག། ད་ཡིན་ང་ཚོ་ཚོགས་ཆུང་ནང་ལོགས་ལ་འདི་འདྲི་བྱེད་ཡོད་ལྟ་དེ། འཚེ་མེད། དྲ་ཐོག་ལ་འཚེ་མེད་ཞུ་མཁན་དེ་ཚོ་ལ་ཡང། ག་ས་བ Subscribe ལ་གོ་ར་རྗེས་འཇུག་མ་བྱས་པ་དང་ཨ་ནི་ག་རེ་ཞེན་པ་དེ།

གསུམ་པ་དང་འབྲེལ་བ་བྱ་དགོས། གསུམ་པ་དེར་བརྟེན། གསུམ་པ་དེ་ཡག་བཞི་པའི་ཡ་གྱལ་དང། ཚད་མའི་ཞོགས་ཀའི་རིང་ལ་གདོང་ལེན་བྱེད་སྐབས་ཚོགས་སྡེ་དང་སྡེ་ཚན་སོགས་ཀྱི་ཞེན་ཁོག་དོར་ནས་སྤྱི་པ་གལ་ཆེ་བརྩིས་ནས་འགན་ཁུར་ལེན་དགོས། ད་སྤྱི་དང་དང་པོ་གཉིས་པ་གསུམ་པ་བཞི་པ་མང་ཆེ་བསྟན་ཏེ། ད་ལྟ་ནང་དོན་དེ་ག་གེ་ལ་མཐུན་པ་ཡོད་ནས་འདི་གཅིག་ནང་ལོགས་ལ། དཔེར་ན་བཞི་པ་དེ། རིང་ལ་གདོང་ལེན་བྱེད་སྐབས། ཚོགས་སྡེ་དང།

རྗེས་འཇུག། རྗེས་འཇུག། ཕྱག་དཔེ། ཕྱག་དཔེ། ཡིན་ནས་ད་འདི་གཅིག་ཁྲིད་ན་འདི་གལ་ཆེ་ཤོས་རེད་ད་ནང་ང་ཚོ་ཕྱག་དཔེ། གནད་ཀ་ཆེ་ཤོས་འདི་གང་ག་དྲ་ཐོག་ནས། རྗེས།
ཕྱག་དཔེ་སོགས་བཅས་དེ་སོགས་ག་རེ་ནས་གཅིག་བསྐྱོན་བྱས་ན་ཕྱག་དཔེ་སོགས་སུ་བསྡེབས་ན། ཕྱག་དཔེ་སོགས།

མེད་པའི་སོང་ཙང་འདི་ཅི་མེད་གཏན་ལ་ཕབ་པ་ཡིན་གཉིས་པ། ཆོས་རིག་ལས་ཁུངས་ནས་ཆོས་ཕྱོགས་དང་འབྲེལ་བའི་གལ་ཆེའི་གསལ་བསྒྲགས་ཁག་དུས་སྐྱོང་སུ་མ་སོང་བར་དུས་ཐོག་ཏུ་འབྲེལ་བ་བྱེད་དགོས་རྒྱུ། འདི་ཅི་མེད་གཏན་ལ་ཕབ་པར་དགག་བྱ། མེད་པའི་སོང་ཙང་འདི་ཅི་མེད་གཏན་ལ་ཕབ་པ་ཡིན་ད་དོན་ཚན། དྲུག་པ། གྲོས་གཞི་དོན་ཚན་དྲུག་པ་འདི་གྲོས་ཆོད་སློབ་གྲོས་གཞི་སློབ་མང་བ་བྱས་གྲོས་ཆོད་དང་པོ། ཕྱི་ནང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བཀའ་དྲིན་ཉག་གཅིག་ལ་བརྟེན་ནས་བོད་གངས་ཅན་པའི་ཆོས་དང། རིག་གཞུང་རྣམས་དར་ཞིང་རྒྱས་པ་བྱུང་ཡོད་ནའང་ད་ལྟའི་མི་རབས་གསར་པ་རྣམས་ལ་ནང་ཆོས་ཀྱི་གོ་རྟོགས་མེད་པ་ཆགས་ཉེན་ལ་བརྟེན་རང་རེའི་སློབ་གྲྭ་ཁག་གི་དམའ་རིམ་འཛིན་གྲྭ་ནས་བཟུང་སྟེ་ནང་ཆོས་ཀྱི་གོ་རྟོགས་སྤེལ་བར་ཤུགས་བསྣན་དགོས་རྒྱུ། ད་དེ། ང་ཚོའི་ཆོས་རིག་ལས་ཁུངས་ལ་ཡང་འབྲེལ་བ་བྱེད་ཁོག་བྱུང་གི་རེད་མ་འོངས་པ་ཡང་ད་ལྟ་སྤྱི་བཏང་གི་བསླབ་གཞི་ཚང་མ་ཡོད་ཀྱི་ཡོད་པར་བ་ད་དེའི་སྒང་ལ་ཁ་སྣོན་འདྲ་བ་ཅིག་ག་འདྲས་བྱེད་ཐུབ་ས་རེད་དེ་ང་ཚོ་ཐབས་ཤེས་ཤེས་རིག་ལས་ཁུངས་བཀའ་ཤག་གི་བརྒྱུད་ནས་མ་ཆོས་ཤེས་རིག་ལས་ཁུངས་ལ་འབྲེལ་བ་བྱེད་ཅེས་ནས་ག་འདྲས་བྱ་དགོས་ད་ཡིན་དེ་སྤྱི་མོས་ཀྱི་གཏན་ལ་ཕབ་པར་དགའ་བྱ། སྨད་བས་སོང་ཙང་དེ་སྤྱི་མོས་གཏན་ལ་ཕབ་པར་བྱེད་གཉིས་པ་བོད་ཕྱི་ནང་གཉིས་སུ་ཇོ་ནང་པའི་སྦྱོར་དྲུག་ཉམས་ལེན་སོགས་ལ་སྦྱང་བརྩོན་མཐིལ་ཕྱིན་བྱེད་བཞིན་ཡོད་པ་མཁྱེན་གསལ་ལྟར་བཙན་བྱོལ་སྤྱི་ཚོགས་ཁྲོད་ད་དུང་དཀའ་ངལ་འདྲ་མིན་འཕྲད་མུས་ལ་སོང་བཅའ་ཁྲིམས་ནང་མཚན་གནས་འཁོད་ཐབས་ཡོང་བའི་འབོད་སྐུལ་ཞུ་རྒྱུ།

སློབ་ཚན་གྱི་ངོ་བོར་འགྲོ་བཞིན་པས་ན། ཡང་ཅིག་གྲྭ་ཚང་སོ་སོ་གིས་ཅིག་སློབ་དེབ་ཀྱི་ངོ་བོར་འགྲོ་བཞིན་པས་ན། དེ་ག་འདྲས་འགྲོ་ཞེ་ན་ང་ཚོ་དེ་རྒྱུས་མངའ་མེད་པ་ཡིན་དུས་བསམ་ན་ཡང་ཆོས་རིག་ལས་ཁུངས་ཀྱི་མར་གྲྭ་ཚང་སོ་སོ་ལ་བསྡུ། ཆ་དཔེར་ནང་གསེས་དུས་ཡང་ཏོག་ཅིག་རྒྱ་ཆེན་པོ་འབྱིན་དུས་བསམ་ན་འདི་ཡང་ཅིག་ཆོས་བརྒྱུད་ཚང་མ་ལ་ཁྱབ་བརྡལ་ཡོད་རྒྱུ་ཅེ་ན་ག་འདྲས་ཡིན་ན་འདི་ཅིག། ནི་དང་འགྲོ་དེ་ག་འདྲས་ཡིན་ན་འདི་ཅིག། གར་སོ་རེ་ཅིག་ཧ་ཁོ་ན་ཡག་པོ་འདུག་བསམ་བསམ་ཞིག། ད་འདི་ནས་འབྲེལ་ཡོད་ཀི་ཏི་ཀོ་མེད་སུ་ཡོད་ན། འདི་སྐོར་དེ་འབྲེལ་བཤད་ཅིག་གནང་ཐུབ་ན་ཡག་པོ་མེད་འགྲོ། ལག་བསྟར། གནང་མཁན་གྱི་ཆོས་དེ་ལག་བསྟར་གནང་མཁན་གཅིག་པུ་ལས་གོ་དགོས་པར་བ་དང། སོ་སོའི་འདོད་པ་དང་བསྟུན་བྱས། ད་ལྟ་མང་པོ་ཅིག་འགྲེམས་སྤེལ་ཞུས་ཡོད་རེད། གནང་བཞིན་པ་ཁག་ཅིག་ཡོད་རེད་བ་དང་གནང་བསྟར་གནང་མཁན་གྱི་ཆོས་དེ་ཁག་ལ་ཆོས་རིག་ལས་ཁུངས་ནས་མཐུན་འགྱུར་ཞུ་འཇུག་མ་གནང་མཁན་ཚོ་ཡིན་ན་ཡིན་གཅིག་མིན་གཅིག་གནང་དགོས་ཡ་ཆ་བ་དེ་འདྲ་གལ་མ་རེད། ཚང་མ་ལའང་ཡིན་གཅིག་མིན་གཅིག་གིས་ལག་བསྟར་གནང་དགོས་ཡ་ཆ་བ་དེ་འདྲ་གལ་མ་རེད་ཞེས་དང་ཚིག་གི་འགྲོ་སྟངས་དང་བྱེད་སྟངས་དེ་ཡིན་ན། ད་འདི་སྤྱི་མོས་ཀྱི་སྟེང་ལ་ཕབ་པར་དགའ་བྱ། མེད་པའི་སོང་ཙང་འདི་ཅི་མི་བདེན་བར་ཆད་དང་དོན་ཚན་བཞི་པ་དེ་རྒྱ་གར་གཞུང་ལ་འབྲེལ་ལམ་གྱིས་དགོན་སྡེ་གྲྭ་ཚང་སོ་སོའི་སློབ་གཉེར་བ་ཆ་བྱད་ཚད་ལྡན་ངོས་འཛིན་ཡོང་ཐབས་ལ་མུ་མཐུད་འབད་བརྩོན་གནང་གལ། འདི་ཅི་མི་བདེན་བར་ལ་དགག་བྱ་ད་འདི་ང་ཚོ་ཕྱོགས་གཉིས་ཀ་ངོས་ནས་དོ་སྣང་བྱེད་དགོས་ཟེར་ད་དགོན་སྡེ་ཁག་སོ་སོ་སོའི་ངོས་ནས་ཡིན་པ་ཡིན་ནའི་འདི་གང་ཐུགས་སྣང་གཅིག་གནང་དགོས་ཡ་རེད་ཤག་ཨ་ནི་ང་ཚོ་དེ་ནས་བོད་མིའི་སྒྲིག་འཛུགས་ངོས་ནས་མཐུན་རྐྱེན་ག་རེ་སྦྱར་ཐུབ་དགོས་ཡོད་ན་གཞན་པ་ལ་འབྲེལ་བ་སུ་བཟོ་དགོས་དགོས་ཡོད་ན་ང་ཚོ་ཐུན་མོང་གི་ཐོག་ནས་བྱས་ན་མ་གཏོགས་ཨ་ནི་ཡང་ཡོང་ཡ་རེད་མི་འདུག་དགོན་སྡེ་ཁ་ཤས་ལ་འདི་སྐོར་ལ་བཀའ་མོལ་གོ་ནང་གནང་གི་མི་འདུག་ད་ང་འདི་བ་སྐོར་རྒྱབ་ཆེད་ཚང་མ་ལ་གནས་མཇལ་བཅར་གི་ཡོད་རེད་བ། དེ་བྱེད་དུ་སེམས་པ་ག་ཤེད་དཀའ་མོད་ཁོ་རང་མི་འདུག་དེ་ཚོ་ཕྲན་ག་ལས་ངས་ལབ་གི་ཡོད་དེ་ཚོ་དེ་འདྲས་མ་འོངས་པར་གོམ་པ་བཞེས་ན་ཡག་པོ་ཡོད་རེད་མ་གཏོགས་ཚང་མ་ལོ་གཅིག་གི་ཡང་གྲྭ་པ་མཐར་ཕྱིན་པ་ཁྱབ་པ་དེ་འདྲས་ཁས་མ་ར་བ་ར་རེད་མ་ཟ་བ་ཡིན་ན་ཡང་སོ་སོའི་འཚོ་བ་སྐྱེལ་ཡར་འགྲོ་སྟངས་བཅས་སློབ་སྦྱོང་བྱེད་དགོས་ཀྱི་འདུག་ཨོ་དེ་སྤྱི་མོས་ཀྱི་གཏན་ལ་ཕབ་པ་ལ་དགའ་ཆ་མེད་པས་སོང་ཙང་སྤྱི་མོས་ཀྱི་གཏན་ལ་ཕབ་པ་ཡིན་ལྔ་པ་དགེ་འདུན་པའི་ནང་དུ་ཁྱིམ་པ་སུན་འབྱིན་གྱི་ལས་བྱེད་མཁན་བྱུང་ཚེ་འབྲེལ་ཡོད་དགོན་སྡེ་གྲྭ་ཚང་སོ་སོ་ནས་དམ་ཆོས་འདུལ་བ་དང་མཐུན་པར་དམ་དོན་གནང་གལ་དེ་སྤྱི་མོས་ཀྱི་གཏན་ལ་ཕབ་པ་ལ་དགའ་ཆ་མེད་པའི་སོང་ཙང་ཤི་མེད་གཏན་ལ་ཕབ་པ་ཡིན་དྲུག་པ། དགོན་སྡེ་གྲྭ་ཚང་ཁག་ལ་གྲྭ་རྒྱུན་གྱི་དཀའ་ངལ་སེལ་ཐབས་ལ་གྲྭ་རྒྱུན་གྲྭ་བཙུན་སློབ་མཐར་ཕྱིན་པ་རྣམས་ལ། བདག་སྐྱོང་གནང་དགོས་པ་དང་སློབ་གཉེར་བ་རྣམས་ལ་དེང་དུས་དང་འཚམ་པའི་སློབ་སྦྱོང་སྤྲོད་ཐབས་གནང་གལ། འདི་ཅི་མོད་ཀྱི་གཏན་ལ་ཕབ་པར་དགའ་བྱ། མེད་པའི་སོང་ཙང་ཤི་མེད་ཀྱི་གཏན་ལ་ཕབ་པ་ཡིན་བདུན་པ། རིས་མེད་གྲྭ་བཙུན་སྔགས་གསུམ་རྣམས་མི་ཚེར་ཧྲིལ་པོ་ཐོས་བསམ་སྒོམ་གསུམ་གནང་དང་གནང་མུས་ལ་བརྟེན་སྐུ་གཟུགས་འཕྲོད་བསྟེན་ཐད་འཐུས་ཤོར་མེད་པར་གནང་རྒྱུ། གལ་ཆེན་ནས་བཟུང་དགོན་སྡེ་གྲྭ་ཚང་ཁག་གི་སྤྱི་ཐབས་ཀྱི་ཞལ་ལག་གཙོ་བོ་བརྒྱུད་པའི་འཕྲོད་བསྟེན་གནང་ཕྱོགས་ཐད་ལམ་སྟོན་གནང་ངེས་ད་འདི་མཇུག་མ་མཇུག་སྐྱོང་འདི་དགོན་སྡེ་ཁག་སོ་སོ་སོ་ནས་གནང་དགོས་ཨེ་འདྲ་བོ་ཆགས་འགྲོ་གི་འདུག་འདི་སྤྱི་མོས་ཀྱི་གཏན་ལ་ཕབ་པར་དགག་བྱ་མེད་པས་སོང་ཙང་འདི་སྤྱི་མོས་གཏན་ལ་ཕབ་པ་ཡིན་ད་རྒྱལ་བ་རང་གཞུང་ཆོས་རིག་ལས་ཁུངས་ནས་ལས་གཞི་མང་པོ་ཞིག་སྤེལ་མུས་ལ་བསྔགས་བརྗོད་དང་འབྱུང་འགྱུར་ཡང་དགོན་སྡེ་གྲྭ་ཚང་ཆེ་ཆུང་ཚང་མ་ལ་གོ་སྐབས་འདྲ་མཉམ་གནང་རྒྱུ་ཟིན་ད་སྤྱི་བཏང་གི་ག་ཚོད་ཐུབ་ཐུབ་ཅིག་ཆོས་རིག་ལས་ཁུངས་ཀྱི་ལས་ཞུགས་ག་རེ་ཡོད་པ་ཡིན་ན་ཚང་མ་ལ་ཁྱབ་ཡག་གི་འབད་བརྩོན་བྱེད་ཀྱི་ཡོད་རེད་དེ། ཡང་འཛམ་འཛམ། གྲྭ་བཙུན་མང་ཉུང་དང་དེ་ཚོ་གི་ཁྱད་པར་གྱི་ཐོག་ནས་མཉམ་ཞུགས་བྱེད་ཡག་ཡང་མང་ཉུང་གི་ཁྱད་པར་ཅིག་གཏན་ནས་འགྲོ་བསྡད་ཀྱི་འདུག་ད་ཚང་མ་ལ་གཅིག་པ་གནང་རྒྱུ་ལ་ན། མང་ཉུང་ལ་མ་ལྟོས་པའི་གི་ཚང་མ་ལོ་ལ་སྐུ་ཚབ་རེ་རེ་རེ་བཏང་དགོས་ཡག་སོགས་རེ་ཆགས་འགྲོ་གི་འདུག་དེ་ཚོ་ཡང་དངོས་སུ་ལག་བསྟར་བཀབ་པའི་སྐབས་ལ། ང་ཚོ་ཚོགས་འདུ་རེ་ཡིན་ནའི་རེད་ག་རེ་ད་གོ་སྐབས་ག་རེ་རག་གི་ཡོད་པ་ཡིན་ནའི་དེ་དངོས་ཡོད་གནས་ཚུལ་དང་མཐུན་པ་ཅིག་འགྲོ་དགོས་ཡག་ཆགས་ཀྱི་ཡོད་རེད། དེ་ཅི་དུས་སོང་རོགས་གནང། ཨ་མའི་ཨ་མའི་ལ་སོང་རོགས། ད་ལྟ་ང་ཚོ་གྲུ་བཞི་གྲུ་དགུ་པ་དེ་གི་ཐོག་ལ་ང་ཚོ་ཚོགས་ཆུང་གསུམ་པ་གི་དེ་གཅིག་ཡོད་རེད། ཆུ་རུལ་ལས་ཁུངས་ཀྱི་གོ་སྒྲིག་འོག་རིན་མེད་ལྟ་གྲུབ་བགྲོ་གླེང་གནང་བཞིན་པར་ལེགས་ཚོགས་དང་འབྲེལ་མ་འོངས་པར་ཆོས་ལུགས་ཆོས་བརྒྱུད་ཁག་གི་ཆོས་འབྱུང་ལོ་རྒྱུས་སྐོར་ལ་བགྲོ་གླེང་ཟེར་འདི་བགྲོ་གླེང་ལྷུག་པོ་བྱུང་སོང་ང་ཚོ་ཚོགས་ཆུང་ནང་ལ། ད་ལྟའི་རྦད་དེ་ཁ་ཤོར་ལོ་ཁག་ཅིག་ལ་རྗེས་ཆུ་རུལ་ལས་ཁུངས་ཀྱི་ལས་གཞི་འདྲ་མིན་མང་པོ་ཅིག་སྤེལ་གི་ཡོད་རེད་ཟེར་གྱི་འདུག་ད་ལས་གཞི་མང་པོ་སྤེལ་གི་ཡོད་ཟེར་ཏེ་གང་ལྟར་ད་ལྟ་བགྲོ་གླེང་གནང་འདི་ཡ་ད་ལ་སྔ་འགྱོ་ཡོད་པ་གང་ཞིག་ལ་མ་འོངས་པ་ལ་ཨ་ནི་ལྟ་གྲུབ་བགྲོ་གླེང་གཅིག་པུ་མ་ཡིན་པར་ལོ་རྒྱུས་དང་ཆོས་འབྱུང་གི་ཐོག་ན་བགྲོ་གླེང་བྱེད་དགོས་གི་འདུག་ཟེར་གྱི་འདུག་དེ་ངེས་པ་དེ་ཡ།

རིས་མེད་ལྟ་གྲུབ་སྐོར་བགྲོ་གླེང་ལ་སོགས་པའི་ལས་གཞི་མང་པོ་ཞིག་སྤེལ་མུས་ལ་བསྔགས་བརྗོད་དང་ཨ་འབྱུང་འགྱུར་ཡང་རིས་མེད་ཆོས་འབྱུང་དང། ལོ་རྒྱུས་སྐོར་གྱི་བགྲོ་གླེང་གོ་སྒྲིག། དེ་ལྟ་གྲུབ་ཀྱི་སྒང་ལ་རིས་མེད་ཅིག་བྱུང། རང་གཞུང་ཆོས་རིག་ལས་ཁུངས་ནས་རིས་མེད་ལྟ་གྲུབ་བགྲོ་གླེང། རིས་མེད་ལྟ་གྲུབ་བགྲོ་གླེང་སོགས་ལས་གཞི་མང་པོ་ཞིག་སྤེལ་མུས་ལ་བསྔགས་བརྗོད་དང་འབྱུང་འགྱུར་རིས་མེད་ཆོས་འབྱུང་དང་ལོ་རྒྱུས་ལ་གོ་ར། ཆོས་འབྱུང་ཆོས་འབྱུང་ལོ་རྒྱུས་རང་འགྲིག་གོ་ར། ཆོས་འབྱུང་དང་ལོ་རྒྱུས་ཀྱི་སྐོར་ལ། ཡ། ད་སྔ་མེད་པ་ཞིག་ཡོད་ནི་ཆོས་འབྱུང་ལོ་རྒྱུས་སྐོར་ལ་བགྲོ་གླེང་གོ་སྒྲིག། ཡང་ལས་ཚར་འབྱུང་འགྱུར་ཡང་ཆེ་ལས་སོགས་གང་དེ་ལ་གོ་སྒྲིག་གནང་རྒྱུ་ཞིག་དང་འདི་འཐུས་ཞར་འགྲིག་མིན་དེ་དགོན་སྡེ་གྲྭ་ཚང་ཆེ་ཆུང་ཚང་མ་ལ་གོ་སྐབས་འདྲ་མཉམ་བྱས་ཏེ་ད་ང་ཚོ་ཆོས་རིག་ལས་ཁུངས་དམ་དོན་རང་ཆེད་དེ་གི་ཡོད་ག་ཚོད་ཐུག་ཐུག་ཅིག་དེ་འོག་དེ་གུག་བསྡུ་བས།

གཞན་ཡང་ཆོས་རིག་གི་ལས་བཞི་ཟད་དེ་རང་ཅག། དེ་དག་དེ་མོ་བ་བྱེད་ས། གཞན་ཡང་ཆོས་རིག་གི་ལས་བཞི་ཁག་གི་ནང། ཁག་གི་ནང་དགོན་སྡེ་གྲྭ་ཚང་ཆེ་ཆུང། ཚང་མ་ལ་གོ་སྐབས་འདྲ་མཉམ་གནང་རྒྱུ། ད་དེ་འགྲིག་གི་རེད། ད་ཉམས་ལེན་མེད་ས་འདི་ཡང་ཁོ་མཉམ་ཞུགས་བྱེད་ས་ནི་ད་ལྟ་བསྡད་ཀྱི་མ་རེད་ད་ཁོ་དངོས་གནས་ཚུལ་དེ་འཚམས་པ་བྱེད་ན་ང་ཚོ་བྲོས་ཡས་རེད་ད་ལྟ་ཚིག་གཞི་འདི་རེད་བཤད་ད་འདི་སྤྱི་མོས་ཀྱི་གཏན་ལ་ཕབ་པ་ལ་དགག་བྱ་མེད་པས་སོང་ཙང་འདི་སྤྱི་མོས་ཀྱི་གཏན་ལ་ཕབ་པ་ཡིན། དོན་ཚན་དགུ་པ་གཞུང་འབྲེལ་མཆོད་འབུལ་སྨོན་ལམ་གྱི་ཞལ་འདོན་ནང་རིས་སུ་མ་ཆད་པའི་ཆོས་བརྒྱུད་ཚང་མས་འདོན་རྒྱུ་ཡོད་པ་ཞིག་ཕྱོགས་སྒྲིག་བྱེད་ཐུབ་ན་དགེ་མཚན་ཆེ།

དེ་ཡིན་དུ་བསམ་པ། གཞུང་འབྲེལ་མཆོད་འབུལ་སྨོན་ལམ་གྱི་གཞན་དོན་ནང་རིས་སུ་མ་ཆུད་པའི། ཆོས་ལུགས་དང་ཆོས་བརྒྱུད་ཚང་མས། ཆོས་ལུགས་དེ་རྒྱ་ཆེ་བ་འདྲ་བོ་བཤད་ནས་ཆོས་བརྒྱུད་དེ་རྒྱ་ཆུང་བ་འདྲ་བོ་བཤད་ཀྱི་ཡོད་རེད། ཆོས་ལུགས་དང་ཆོས་བརྒྱུད་ཚང་མས། ཆོས་ལུགས་དང་ཆོས་བརྒྱུད་ཚང་མས། འདོན་རྒྱུ་ཡོད་པ་ཞིག་ཕྱོགས་སྒྲིག་བྱེད་ཐུབ་ན། གལ་ཆེན་ཆེ་ས་བྱས་ནས་དེ། ཚོགས་ཆུང་ག་གི་ནང་ནས་དེ་བསམ་བློ་འདྲ་བ་དེ་ག་རེས་བྱུང་བ་རེད་དེ་ཅིག་འགྲེལ་བཤད་ཤིག་བསྐྱོན་ན།

རྙོག་དྲ་ཡོད་རེད་དེ་ནི་ཆོས་བརྒྱུད་རེ་རེ་ནས་སྐུ་ཚབ་རེ་རེ་རེ་རེ་བསྐོ་གནང་བ་ཡིན་ན་ང་ཚོ་རྗེས་ལ་ལྟ་ལག་བསྟར་བྱ་བའི་སྐབས་དེ་ལ་དེའི་ཚུགས་ཕྱོགས་སྒྲིག་ཅིག་གནང་གཏན་འབེབས་ཅིག་གནང་ཚང་མ་ལོག་མོས་མཐུན་ཡོད་པ་བྱེད་ཡང་གཏན་འབེབས་བྱས་ཚར་བའི་རྗེས་ལ་ཡང་མོས་མཐུན་མ་བྱུང་ན་ཡང་རྙོག་ཚ་བ་འདུག་དེ་དེ་འདྲའི་ཅིག་ཐབས་ཤེས་ཞུ་གི་ཡིན་རོགས་ལ་ད་ག་འདའ་དགུ་པ་དེ་གཞུང་འབྲེལ་མཆོད་འབུལ་སྨོན་ལམ་གྱི་ཞལ་འདོན་ནང་རིས་སུ་མ་ཆད་པའི་ཆོས་ལུགས་དང་ཆོས་བརྒྱུད་ཚང་མས་འདོན་རྒྱུ་ཡོད་པ་ཞིག་ཕྱོགས་སྒྲིག་བྱེད་ཐུབ་ན་དགེ་མཚན་ཆེ་ཟེར་ནི་ད་ལྟ་དེ་ལས་བྱེད་ཐུབ་ན་ཞེས་ནས་གསུངས་བཞག་དེ་ཡིན་དུས་ཚང་མ་ནི་དེ་ལ་དཔག་པའི་ང་ཚོ་གོམ་པ་ག་རེ་ཟིག་རྒྱག་དགོས་འདུག་དེ་ཅི་མོས་གཏན་ལ་ཕབ་པར་དགའ་བྱ། མེད་པས་སོང་ཙང་འདི་སྤྱི་མོས་ཀྱི་གཏན་ལ་ཕབ་པ་ཡིན། ད་མཐའ་མ་འདི་རེད་བཞག། ཆོས་རིག་ལས་ཁུངས་ཀྱིས་གོ་སྒྲིག་ཞུ་བཞིན་པའི་རིས་མེད་བགྲོ་གླེང་དེ་དཀའ་ངལ་མེད་ན། སྐབས་རེར་བལ་ཡུལ་དུ་ཚོགས་ཐུག་ཐབས་གནང་གལ་ཆེ་ཞེས་གྲོས་ཆོད་དུ་ཕྱི་ལོ་ཉིས་སྟོང་ཉིས་ས་ལྔ་ཟླ་བ་བདུན་པའི་ཚེས་གསུམ་ལ་འདི་སྤྱི་མོས་གཏན་ལ་ཕབ་པ་ལ་གསུངས་འདུག།
ད་ལྟ་གྲོས་ཆོད་དྲུག་པ་གི་ནང་ལ་ང་ཚོ་ཚོགས་ཆུང་གསུམ་པ་གི་ནང་ནས་བསམ་འཆར་ཕུད་རྒྱ་ཡ་གཅིག་ལ། ཆོས་སྡེ་ཁག་གི་ཆོས་ཀྱི་མཛད་སྒོ་བཅས་དང་དམིགས་བསལ་གཞུང་སྒེར་མཛད་སྒོའི་སྐབས་དགེ་འདུན་པའི་སྐྱ་བོ་ཚོར་སོར་བརྒྱ་འདྲེན་པ་དང་ཟས་ལྷག་བསྡུ་རྒྱུ་སོང་ན་ཧ་ཅང་མ་འོས་པར་གསུངས། ཆོས་རིག་ལས་ཁུངས་ནས་དགོན་སྡེ་ཁག་ལ་འདི་རིགས་མི་ཡོང་བའི་ཞབས་བཀོད་ངེས་པར་དུ་ཞུ་དགོས་སུ་མཐོང་ཟེར་ཏེ་དེའི་ནང་ལ་ང་ཚོ་ཚོགས་ཆུང་ནང་ད་ལྟ་རྣམ་རྒྱལ་གྲྭ་ཚང་མཁན་རིན་པོ་ཆེའི་ཡུལ་ཡོད་རེད་ཨེ། ཁོང་གི་དགོང་ཚོད་ཡང་དེ་ནང་ལ་ཡོད་རེད་ད་དཔེར་ན་ད་གལ་ཆེ་ཤོས་དེ་རྡ་རམ་ས་ལ་ལ་དེ་ཆགས་འདོད་ཡོད་རེད་ད་རྣམ་རྒྱལ་གྲྭ་ཚང་གིས་ད་དགེ་འདུན་པ་སློབ་གྲྭ་ལ་ཕེབས་འདོད་ཉེ་དུ་སོ་མང་ཆེ་བ་དེ་བཏང་གི་ཡོད་གསུངས་འདུག་ཡིན་ན་ད་སློབ་སྦྱོང་ཉི་མ་ལྟ་བུ་གནང་དགོས་ཏེ་དེ་ཚོ་ལ་ཡང་མཐུན་ཕྱོགས་འགྲོ་གི་འདུག་དེ་ཡིན་ན་ད་གལ་ཆེན་པོ་ཅན་ད་ལྟ་བར་བཏང་འདི་རེད་ཟེར་དེ་ནི་གལ་ཆེ་ཤོས་དེ་དེ་གནམ་ལྕགས་དྲ་སྲོང་སྐྱིད་པོ་སྐད་ཆ་མ་རེད་འདི་སྤྱི་སྟངས་དགེ་འདིའི་པ་དང་སྐྱ་བོ་མུན་ནག་གི་པ་རུ་གུ་གྱིས་གུས་ཞབས་འགྲོ་སྟངས་ཀྱི་ཡོལ་བ་ད་ང་ཚོ་འདི་གི་ལམ་སྲོལ་དུ་མུ་མཐུད་ནས་འཁྱགས་སོང་བ་ཡིན་ན་ནི་དགེ་འདུན་པ་དེ་ཚོ་གཡུག་པོ་ཡིན་པའི་བཟོ་འདྲ་སྐྱར་དྲན་མཁན་ཡིན་པའི་བཟོ་འདྲ་ཅིག་རང་བཞིན་གྱི་ཁྱགས་ཡ་ཉན་ཁ་ཡོད་དེ་འདི་གལ་ཆེན་པོ་ཞུ་གི་འཐུང་གི་འདུག་དགེ་འདུན་པ་ལ་དགེ་འདུན་པ་གི་སྲོལ་རྒྱག་དྲ་ཡང་དེ་ལུགས་དང་མཐུན་པ་རེད་དགེ་འདུན་པ་གི་སྐྱ་བོ་མུན་ནག་ལ་སྲོལ་རྒྱག་དྲ་ཡང་དང་ཟིལ་ལྷག་བསྡུ་ཡ་དེ་ཚོ་ང་ཚོ་ཆོས་གི་ཐོག་ནས་འགྲོ་སྟངས་རྩ་བ་ཉིད་ནས་མ་མཐུན་པ་ཅིག་ཆགས་འདུག་ཡོད་དེ་འདི་ང་ཚོ་ངེས་པར་དུ་དམ་དྲག་གནང་དགོས་འདུག་ཟེར་ང་ཚོ་འདི་གལ་ཆེན་པོ་ཅིག་ནི་འདི་ནང

ཡང་ཆོས་ཞན་པ་གཅིག་ནི་བསམ་བློ་བཏང་བས་ན་ཞབས་ཕྱི་སྒྲུབ་བ་དང་གཅིག་པ་འདྲ་བོ་ཅིག་རེད་ད་ཡིན་ན་ཡང་མཐོང་ཆུང་གི་ངོ་བོ་ཐོག་ལ་འགྲོ་དགོས་ཡོད་ན་ད་ལྟ་བསྡད་གི་ཡོད་མ་རེད་བ། དེ་ཡིན་དུས་ད་ལམ་ས་ལ་ཡིན་ན་ང་ཚོ་སྔ་ཆོག་གི་རེད་བསམ་གི་འདུག་ད་གྲོས་ཆོད་ནང་ལ་བཞག་དགོས་ཀི་ཡོད་པ་ཡིན་ན་ནི་ཚིག་གཞི་འདི་ད་ལྟ་ཚོགས་ཆུང་ག་ཚོད་རེད་ཁྱོད་ཚོ་གསུམ་པ་ཚོགས་ཆུང་གསུམ་པ་གི་ཚིག་གཞི་འདི་ཡག་ཅིག་བཏོན་གནང་ན་འདི་གནང་ལོ་ལ་ཀར་པེས་གནང་ཤག་རོགས་ཐུབ་ནི་གནང། གནང།
ཞུ་གི་ཡོད་ས་ད་འདི་ལ་དགེ་འདུན་པའི།

ད་བཤད་ཀྱང་ཐུས་པོ་ཟེར་རེད། ད་གཙོ་བོ་དེ་འགན་དེ་གོ་སྒྲིག་ཞུ་མཁན་ཚོ་གི་འགན་ཁེ་དགོས་ཀྱི་རེད་བསམ་གྱི་འདུག་ད་ག་བ་ལ་ཡིན་པ་ཡིན་ནའི་རྡ་རམ་ས་ལ་ཡིན་ནའི་རེད་ས་གནས་ག་བ་ཡིན་ནའི་གོ་སྒྲིག་ཞུ་མཁན་ཚོ་གི་དེ་དམ་དོན་བྱས་པ་ཡིན་ན་དགེ་འདུན་པ་ལ་སོ་ཞིག་རྒྱ་ཡ་དང་འདྲེ་ཞིག་རྒྱ་ཡ་དང་དེ་ཚོ་ཨ་ནི་དགེ་འདུན་པ་རང་བཞག་གི་ཡིན་ནའི་རེད་ཨ་ནི་སྐྱ་བོ་ཚོ་ལ་ག་འདྲས་བཞག་གི་ཡིན་དེ་ས་གནས་ལ་ཡིན་པ་ཡིན་ནའི་ས་གནས་སོ་སོ་ཚོ་ལ་སྐད་ཆ་བཤད་ཡ་རེད་བ་ད་གོ་སྒྲིག་བྱེད་མཁན་དེ་གི་གཙོ་བོ་འགན་ཁེ་དེ་གི་ཡོད་རེད་བ། སྐུ་ངལ་ཚིག་གཅིག་ཞུ་ཆོག་པ་ཞུ། ན་སོང་ད།
ད་ད་ལྟ་འདི་ནི་ཚོགས་ཆུང་གསུམ་པ་འགའི
བྱོས་ཁྱོས་ད་མ་བསྐོས་པ་དེ་སྔོན་ནས་གཅིག་སོང་སང་ད་ལྟ་གཅིག་སོང་སང་ཨ་ནི་ཡག་བསྐོས་ཡས་ད་གྲ་སྒྲིག་བྱེད་ཀྱི་འདུག་ཨ། ཡིན་ན་ཚུགས་ཆུང་གཞན་པ་ནང་ལ་དེ་འདྲུ་མང་པོ་ཅིག་ཆགས་ཡོད་རེད་ཡིན་ན་ད། དྲུང་ཡིག་འདི་ནང་ལ་བྲིས་བཞག་དྲུང་ཡིག་གཙོ་བོ་ལ་ཡ་དེ་གི་ཕྱུག་དོམ་བྱེད་འོང་གི་རེད་ལ་དུས་ད་ང་ཚོ་གི་དྲུང་ཡིག་གཙོ་བོ་གི་ཕྱུག་དོམ་བྱེད་བཞག་པ་ལ་ངོས་འཛིན་བྱས་ནས་ཨ་ནི། གང་འཁོད་པ་དེ་ཚང་མ་འདི་ནང་ལ་འཁོད་དགོས་ཀྱི་ཡོད་ལ་ནི་ད་ལྟ་བར་དུ་ཞུས་ཡོད་མ་རེད། ཡིན་ནའང་ཆོས་རིག་ལས་ཁང་གི་ཕྱག་ལ་ཚུགས་ཆུང་ཚང་མ་གི་སྙན་ཐོ་དེ་བཞག་ཡོད་རེད། དེ་ཡིན་དུས་དེ་རིང་དེ་ལ་འཁོད་མིན་ལ་མ་ལྟོས་པར་ཆོས་རིག་ལས་ཁང་གི་ཚུགས་ཆུང་དེ་སོགས་ཀྱི་སྙན་ཐོ་དེ་དག་མི་འདུག་དག་མ་ལགས་པ་བྱས་ནས་དེ་ལ་དོ་སྣང་གནང་ནས་ཡང་དེ་ནང་ལ་ལག་རྟགས་དགོས་ཡ་དང་བླང་དོར་དགོས་ཡ་དེ་འདྲ་ཐུགས་ལ་བཞག་དགོས་ཡ་དེ་གལ་ཆེན་པོ་རེད། དེ་གཅིག་དྲན་གྱི་འདུག་གཅིག་དེ་ལྟར་ད་ལྟ་དེའི་གནད་དོན་དེ་ལ་དེ་འདྲ་བྱེད་དགོས་རེད་བྱེད་དགོས་མ་རེད་ཟེར་ནས་གལ་ཞུ་ཡ་མེད་ཡིན་ནའང། ད་ད་ལྟ་འདི་ནི་གྲོས་ཆོད་ཅིག་ཡང་བཞག་དགོས་གསུང་གི་རེད་ཡང་རྗེས་མ་ཅིག་ནས་ཡོང་སྲིད་ཀྱི་རེད་དེ་ཡིན་དུས་ཡང་ནས་བཞག་དགོས་དང་མི་དགོས་དེ་སྐོར་ལ་ཡང་འུད་སྒྲོག་བསྡུ་དགོས་ན་འགྲོ་སྟངས་བྱས་ན་ཡག་པོ་ཡོད་རེད་ཟེར་ཏེ་བཤད། ད་འདི་ཕལ་ཆེར་ངས་ད་ལྟ་འདི་ནས་ད་དགོངས་ཚུལ་མི་འདྲ་གཉིས་བྱུང་གི་འདུག་གཅིག་འདི་ནི་བཞག་དགོས་རེད་ཟེར་གསུང་གི་ཡོད་རེད་གཞན་པ་གིས་ག་རེ་གསུང་དགོས་རེད་ཟེར་ན་འདི་ཅི་ལ་ཁྱབ་ཀྱི་མ་རེད་ཟེར་གནས་སྟངས་མི་འདྲ་མི་འདྲ་མང་པོ་ཡོད་རེད་ཟེར་ནས་འདི་གསུང་དུས་ཚང་མ་ལ་ད་འདི་གྲོས་ཆོད་ནང་ལོགས་ལ་བཞག་མ་གོ་བ་བྱས་ང་ཚོ་ཆོས་རིག་ལས་ཁུངས་ནས་ཡང་མེད་ན་ལམ་སྟོན་གྱི་ངོ་བོ་ཐོག་ནས་ཅིག་བཏང་བྱས་མཛད་སྒོ་འཚོགས་པའི་སྐབས་ལ་གོ་སྒྲིག་ཞུ་མཁན་ཚོས་ཀྱིས། དགེ་འདུན་པ་ལ་དགེ་འདུན་པ་ལ་ཡར་སོས་ཆ་བཅའ་ཡ་དང་འདྲེ་བྱས་དང་ཞལ་ལག་དང་ག་རེ་ཡིན་པ་ཡིན་ན་ཆེས་སྐྱ་བོ་ལ་སྐྱ་བོ་བཅའ་ངེས་ད་སྐུ་མགྲོན་ཡིན་ན་ཁོ་ནི་ནང་ཁ་ཁར་རོ་བ་དེ་སྐབས་དེ་ཡ་བ་ཆེ་ཡ་ཁག་པོ་ཡོད་རོགས་གྲྭ་བ་ལ་ཅིག་ལུགས་གཅིག་བྱས་ན་དེ་མ་ཏོག་གཅིག་གི་གཞན་པ། འདི་གོ་སྒྲིག་ཞུ་མཁན་ཚོ་དམ་དོན་གནང་རོགས་གྱིས་བྱས་ཀྱི་ང་ཚོས་ལམ་སྟོན་ཅིག་ཕུལ་བཞག་པ་ཡིན་ན་འདི་གི་ཚང་མ་ལ་ཅིག་ཁྱབ་འགྲོ་གི་རེད་བསམ་གི་འདུག་འདུག་ཆེན་འགྲིག་སར་བ་ལ་ད་རིང་འདི་གྲོས་ཆོད་གྲོས་ཆོད་ངོ་ལ་བཞག་མ་བ་ཆེ། དེ་དང་ད་ལྟ་དེ། སུ་རེད་ད་ལྟ་གསུང་མཁན། གནང་བ་སོང།

ལ། ཚོགས་བཅར་བ་ཡོངས་སུ་རྫོགས་པ་ཆུ་ཚོད་བདུན་དུ་སྐར་མ་བཅོ་ལྔ་ལ་འཇོག་པར་གནང་རོགས་ཞེས་བཞིན་བཞུགས་ཡོད་པ་བསྟན་བདག་བླ་ཆེན་རྣམ་པ་ཚོ་མདུན་དུ་ཕྱེད་ཀ་ལ་ཆིབས་ནས་ལ།
དོན་ཚན་བཅུ་པ་དེའི་ཐོག་ལ་ཡང། ག་ཅིག་ང་ལ་ག་རེ་ལབ་སོང་ཟེར་ན་སང་ཉིན་ཞོགས་ཀའི་ཆུ་ཚོད་བརྒྱད་པ་ལ་ཕེབས་སྐུ་མདུན་ཆིབས་རྒྱུ་གནང་གི་རེད་ཟེར་ལབ་རོགས་བ། ད་དགུ་པ་ཆགས་པ་རེད། ཨ་ནི་ད་ག་ཚོད་ཆགས་པ་རེད་དགུ་པ་ཆགས་པ་རེད། ད་ཁྱང་སོང་ད། ཞུས་ཚང་ཡིན་གུང། ད་ཟླ་གཙོ་འདི་རེད། ད་ཟླ་དབུ་ཁྲིད་བླ་ཆེན་རྣམ་པ་ཚོ་དང་སྐུ་ཚབ་རྣམ་པ་ཚོ་ཕྱག་མཛོད་བརྒྱད་དང་སྐར་མ་བཅུ་ནས་ཉི་ཤུ་བར་ཕོ་བྲང་ནང་ལ་ཕེབས་ཚར་བ་ཅིག་བྱས་རྗེས་དང་ཕྱེད་ཀ་ལ་ཞབས་ཚོགས་འཁོད་ཚར་བ་ཅིག་ཚོགས་ཁང་ནང་ལ་འོ་དེ་ཞིག་གནང། ཨ་ནི་ཚོགས་ཆ།
དམངས་དེ་ཕྱག་མཛོད་བདུན་དང་སྐར་མ་བཅོ་ལྔ་བདུན་དང་ཕྱེད་ཀ་བར་དུ་ག་ཟླ་ཕེབས་ཚར་བ་ཞིག་གནང་རོགས་བྱས། ད་དམངས་དེ་ནས་ང་ཚོ་ལུས་བཤེར་གནང་དགོས་ཡ་དང་འདི་བྱས་ནས་དེ་སི་དུས་ཚོད་འགོར་ཡ་བྱས་ནས་ལའོ་འདི་བྱས་ནས་ཞུ་ཡིན།